ཨོ་ལ་སོ་ད་དེ་ནི་ད་དེ་རང་ང་ཚོ་རང་གཟུགས་ནང་བཅུད་བརྙན་འཕྲིན་གྱི་ཐོག་ནས་དེ་ནི་སྔ་ཉར་ད་ཟླ་བ་མང་པོ་གི་སྔོན་ནས་དེ་ནི་ཨ་ད་འཆད་ཁྲིད་ཅིག་ང་ཚོ་གི་ད་འགྲོ་བཞིན་ཡོད་རེད། དེའི་འཆད་ཁྲིད་དེ་དེ་ནི་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་ཟེར་བ་དེ་རེད་དེ་ནི་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་དེ་བདག་རྣམ་པ་ཚང་མ་གི་སྒང་ནས་དེ་གི་འཆད་ཁྲིད་གི་ད་དུམ་པ་སྔ་མ་དེ་ཚོ་གཟིགས་ཚར་བ་ཡིན་ན། དེ་མང་པོ་ཅིག་གི་ཕར་ཆེར་དེ་ནས་མཁྱེན་ཡིན་པ་རེད་བསམ་གི་འདུག་གལ་ཏེ་གཟིགས་མེད་པའི་དབང་དུ་བཏང་བ་ཡིན་ན་ཡང། ད་གལ་ཏེ་དོན་གཉེར་ཟེར་ན་འདྲ་འདྲ་དེ་ལ་ཅིག་མོས་པ་ཡོང་མཁན་ཅིག་ཡིན་ན་ནི། སོ་སོ་གི་དབུ་ནས་གཟིགས་པ་ཡིན་ན་ང་ཚོས་རང་རྩོམ་ནང་བཅུག་ཉན།

ཧ་མ་གོ་བ་ཡིན་ན་ཡང་མ་ཡོང་བ་ཡིན་དུས་གང་ལྟར་ཡང་ད་ལྟ་ང་ཚོ་གི་འཆད་བཞིན་པ་འདི་ནི་དམ་ཆོས་རིན་པོ་ཆེ་སྟེགས་བུའི་མདོ་ཟེར་བ་དེ་རེད་ཡིན་ན་ཡང་དེ་མིང་ལ་མདོ་ལབ་པ་རེད་མ་གཏོགས་ཡིན་ཡ་དེ་དམ་ཆོས་རེད། དམ་ཆོས་ཀྱི་ནང་ནས་རྒྱ་ནག་གི་དེ་ནི་བསམ་གཏན་གྱི་གཞུང་ལུགས་ལྗང་གར་ཆེན་པོ་དེ་འདྲ་ཞིག་རེད་ལ། ད་གཟན་བོ་དི་ཟེམ་ཟེར་བ་དང་སང་ཁི་ཏི་ཁི་ད་གྱིས། རྒྱ་ལུགས་ཅི་སྣང་འདྲ་འདྲ་ད་དེ་བས་འཇར་པན་དང་གང་ལྟར་ཡང། དེ་ནི་ཁོ་རེ་ཡ་དང་ད་ཝེད་ནམ་དང་དེ་ལ་སོགས་པ། ལྷོ་ཤར་གྱི་ཨེ་ཤ་ཡའི་དེ་ནི་རྒྱལ་ཁབ་མང་ཆེ་བ་གི་ཐེག་པ་ཆེན་པོ་གི་དེ་གི་ཉམས་ལེན་པ་རྣམས་ཀྱིས་ཐུགས་དམ་ཀུན་ཐབས་ཟེར་ན་འདྲ་འདྲ་བ་ཅུང་མ་ངེས་ག་དེ་གི་གཙོ་བོ་ཞིག་དེ་དེ་དམ་ཆོས་རིན་པོ་ཆེ་ལྟ་བུའི་མདོ་འདི་གནང་གི་ཡོད་རེད། དེ་འདྲ་ཡིན་དུས་ཤུགས་རྐྱེན་ཡང་ཧ་ཅང་ཆེན་པོ་རེད་ལ། ནུབ་ཕྱོགས་ཀྱི་དེ་གི་ད་ཨིན་ཇི་ལ་སོགས་པའི་བཀའ་དེ་ཡང་དེ་གི་འགྱུར་མ་འདྲ་བ། བཅུ་ཕྲག་དེ་འདྲ་ཡང་ཡོད་པ་དེ་འདྲ་གསུང་གི་ཡོད་རེད། དེ་འདྲ་ཡིན་དུས་གི་འདི་དེ་ནི་ཤར་ནུབ་ཀྱི་སྤྱི་ཚོགས་ཧྲིལ་བོ་ལ་ཤུགས་རྐྱེན་ཆེན་པོ་ཡོད་པ་དེ་འདྲའི་གི་གཞུང་ལུགས་ཆེན་པོ་ཞིག་ཡིན་ཙང། ད་འདིར་ལོ་ལྔ་དྲུག་གི་སྔོན་ལ་གུས་པ་གི་དེ་ནས་བོད་ཡིག་ལ་བསྒྱུར་བ་རེད་ལ། ནི་ད་ཐང་དེ་སོ་སོ་རང་གིས་ཅིག་ད་འཆད་ཁྲིད་གི་ཚུལ་དུ་ཞུ་གི་ཡོད་ཡིན་ན་ཡང་འཆད་ཁྲིད་འདི་ཅིག་ཧ་ཅང་གི་ཅིག་ཞིབ་ཚགས་པོ་གི་གཞུང་ལུགས་གི་བཤད་རྒྱུད་གི་རྣམ་པའི་ཐོག་ནས་མ་ཡིན་པར་དེ་ཅིག་སྤྱིར་བཏང་གི་དེ་གི་ད་ཚིག་འགྲེལ་གི་རྣམ་པའི་ཐོག་ནས་དེ་ནས་མཛུབ་མོ་རི་སྟོན་གྱི་ཚུལ་དུ་ཡི་དེ་ཞུས་པ་དེ་འདྲ་ཡིན། ད་ཆ་ད་ང་ཚོས་ཞུ་བཞིན་པ་དེ་ཕལ་ཆེར་གཉེན་གྱི་དུམ་བུ་ཉི་ཤུ་རྩ་དྲུག་རྩ་ལྔ་ལྟ་དེ་འདྲ་ཞིག་གི་མཚམས་ལ་སླེབས་ཡོད་པ་དེ་འདྲ་ཡིན་ས་ཡོད། དེ་ཞིག་གི་ཡོད་ད་དེ་འདྲ་ཡིན་དུས་རྣམ་པར་གྲོལ་བ་དང་རྣམ་པར་གྲོལ་བའི་ཡེ་ཤེས་གཟིགས་པ། ལ་སོགས་པ་འདིའི་དར་སྙིང་འདི་སྤྱིར་བཏང་གི་ཐེག་པ་ཆེན་པོ་ཡོངས་གྲགས་ཀྱི་དར་སྙིང་རེད་ལ། དེ་ནི། ད་ལྟ་བར་ཕྱི་ཕྱོགས་ཀྱི་གཞུང་ལུགས་ཚང་མི་ནང་ན་ཡང་སྤྱིར་བཏང་གི་ཡོང་གི་ཡོད་རེད། ཡིན་ན་ཡང་ད་ལྟ་གི་སྒྲ་མཐུན་དོན་འཕག་ཟེར་བའི་ཐིག་ཚིག་ཅིག་ཡོང་གི་ཡོད་རེད་བ། དེ་འདྲའི་དེ་སྒྲ་མཐུན་པ་ལ་དོན་འཕག་པ་ཟེར་བའི་དེ་དེ་ནས་ཀྱི་ཐ་སྙད་གཅིག་ཡིན་ན་ཡང་སྐབས་དོན་དང་འབྲེལ་བའི་ཐོག་ནས། དེ་དཔེར་ན་སྙིང་རྗེ་ཆེན་པོ་ཟེར་བ་ལྟ་བུ་ཡིན་ན་ཡང་དེ་ནས་སྙིང་རྗེ་ཆེན་པོ་ཟེར་བ་དེ་དམ་པའི་ཆོས་མངོན་པར་མཛོད་ལ་སོགས་པའི་ནང་ནས་བྱུང་བ་དང་ཡང་དག་པ་ཆེན་པོ་ཐུན་མོང་མ་ཡིན་པའི་དཔེར་ན་དོན་དམ་བདེན་པ་གསར་བའི་ཚིག་དེ་ལ་དྭགས་ཀུན་རྫོབ་བདེན་པ་ཞེས་པའི་དར་གྱི་དེ་གཉིས་ཀ་དེ། དེ་ཅིག་དག་པ་ཆེ་ཆུང་གི་ཐུན་མོང་བ་ཡིན་ལ་ཡང་ཡང་སྒྲ་རྙོག་ས་གི་དོན་གྱིས་ཅིག་ཟབ་ཚད་འདྲ་བོ་དེ་མ་འདྲ་བ་ཡོང་གི་ཡོད་པ་ནང་བཞིན་གང་ལྟར་ཡང་དེ་འདྲ་ཡང་ཡོང་གི་ཡོད་ས་རེད་དེར་ཞུ་གི་ཡོད། ད་གང་ལྟར་ཡང་མདོར་ན། དེ་རང་འདིར་སྐུད་པ་གི་དག་གི་ཞུ་ཡག་དེ་གཙོ་བོ་དེ་གང་ཡིན་ཟེར་ན། ད་ད་ད་ང་ཚོ་གི་རིགས་འདི་གི་ཚན་པ་དེའི་ནང་ནས་ཁར་ཉིན་གང་ལྟར་ཡང་ཞུས་པ་དེ། དེ་ནི་རྣམ་རབ་གྲོལ་བའི་གཞི་གཟིགས་པ་ཟེར་བ་དེ་རེད། དེ་ལྟ་བུའི་རྣམ་རབ་གྲོལ་བའི་གཞི་གཟིགས་པ་ཟེར་བ་དེ། དེ་ནི། ཤོད་དགོས་པའི་རྒྱུ་མཚན་དེ་ད་གང་ལ་སློབ་དཔོན་ཆེན་པོ་དཔེ་སྣང་གི་བཙུན་པ་མདུན་ལྡན་ཞུ་བ་ཁོང་ལ་དེ་ནས་ད་བཀའ་མོལ་གནང་བ་ལ་བརྟེན་ནས་དེ་ནས་བྱུང་བ་ཅིག་རེད་ལ་དེ་ནས་དེ་ནས་མདུན་ལྡན་ལ་སྔར་གྱི་སློབ་དཔོན་གྱིས་གདམས་པའི་ཚུལ་ཁྲིམས་དང་ཏིང་ངེ་འཛིན་དང་ཤེས་རབ་ལ་སོགས་པ་དེ་དེ་སོང་བ་དང་དེ་ནས་ཁོང་གིས་ད་རང་བཞེད་ཟེར་ན་འདྲ་འདྲ་གང་ལྟར་ཡང་དེ་སོ་སོ་རང་ཉིད་ཀྱིས་དེ་བཞེད་པས་དེ་ནས་ཚུལ་ཁྲིམས་དང་ཤེས་རབ་དང་ཏིང་ངེ་འཛིན་གྱི་ལ་ཁྱད་པར་ཡོད་ཀྱི་ཡོད་དུས་དེའི་ཁྱད་པར་དེའི་ཐོག་ལ་དེ་ནས་བཀའ་མོལ་གནང་གི་ཡོད་པ་དེ་འདྲ་རེད་འདུག་དེ་འདྲ་ཡིན་དུས་དེ་ད་དེ་འདྲ་རེད་དེ་འདྲ་ཡིན་དུས་འདི་ག། ངམ། དེ་ཡང་གནས་ལུགས་གཟིགས་པ་ནི་ཡོད་པར་རྣམ་པར་བཞག་པ་ཡིན་ལ་རྣམ་པར་བཞག་པ་མེད་པའང་ཡིན་ཏེ། གནས་ལུགས་གཟིགས་པ་ཟེར་བ་དེའང་དེའི་དག་ཡིན་ཏེ་རྣམ་བཞག་ཡོད་ལ་རྣམ་བཞག་མེད་པ། སྐྱེས་པ་ཉིད་ན་སྐྱེ་བ་མེད་སྐྱེས་པ་ཉིད་ནི། ཟེར་ནས་གསུང་བ་ནང་བཞིན་གྱི་དེ་ནི། དེ་གི་དེ། རྣམ་བཞག་མེད་པ་ཡང་ཡིན་པ་དེ་ནི་རྣམ་བཞག་ཡོད་པ་ཡང་ཡིན་པ། དེ་ལྟ་བུའི་ཕྱིར། རྣམ་བཞག་ཡོད་མེད་གཉིས་ཀ་རང་བཞིན་ཅན་ཞིག་རེད། དེ་ལ་ཡིན་དུས་འགྲོ་བ་དང་འོང་བ་རང་དབང་བ། ཐོགས་པ་མེད་ཀྱང་སྒྲིབ་པ་དང་བྲལ་བ། དེ་གི་སྐྱེས་པ་དང་མཐུན་པར་ལུས་བསྒྲུབ་པ་སོགས་འོང་དུས་དང་རྒྱུ་རྐྱེན་གྱིས་གཙོར་བ་སྟེ། གང་ལྟར་ཡང་འདིའི་བདེན་གཉིས་ཟུང་འཇུག་གི་ཚུལ་དུ་གསུང་གི་ཡོད་རེད་ཐོག་མཐའ་བར་གསུམ་དུ་བདེན་གཉིས་ཟུང་འཇུག་གི་ཚུལ་དུ་གསུང་གི་ཡོད་དུས་སྐྱེས་པ་དང་མཐུན་པར་ལུས་བསྒྲུབ་པ་ཟེར་ན་ནི་རྒྱུ་རྐྱེན་རང་གིས་གང་ཡིན་པ་དེའི་གནས་དེ་གའི་དད་ཅན་རྣམས་ཉེ་བར་གནས་བཞིན་དུ་འདྲིས་པ་སྣང་བར་མི་འགྱུར་རོ་ཞེས་གང་དུའང་བསྐུར་བ་མ་བཏབ་པས་འདི་ལ་བསྐུར་བའི་གནས་མ་མཐོང་གསུངས་ནས་དེ་ནས་ཀུན་ཀྱང་རང་བཟོ་ཆེན་པོ་གི་ཐེག་ཆེན་ཚུར་འཇུག་གི་མཇུག་ལ་གསུང་བ་ནང་བཞིན་གྱི་དེ་དེ་ལྟ་བུའི་གི་མདོར་ན། སྐྱེས་པ་དང་མཐུན་པར་ལུས་གྲུབ་པ། དེ་ནས་ད་དེ་དང་འདྲ་བ་ཞིག་ཡང་འདི་ན་ཅུང་ཟད་དུ་ང་ཚོ་འཇིག་རྟེན་ཀུན་རྫོབ་ཀྱི་མི་ཡི་དུ་གི་འགྲོ་སྟངས་ཟེར་ན་འདྲ་འདྲ་ཕྱིར་ལུགས་དང་མཐུན་པའི་སྐབས་མར་ཅིག་ཀྱང་ཡོང་གི་འདུག་དེ་འདྲ་ཡིན་ཏེ་སྔ་མོ་ངེས་འབྱེད་བསྒྱུར་བའི་སྐབས་སུ་ཡང་ད་ང་ཚོ་གི་ཅིག་དཔེར་ན་ཡང། མཚམས་མཚམས་ལ། གཅིག་ད་འཕྲུལ་སྡོམ་འདྲ་བོ་ཡིན་ན་ཁོ་ཁ་གསར་བུའི་སྒོ་ནས་འཕྲུལ་སྡོམ་གྱི་ཚུལ་དུ་ཡོང་གི་ཡོད་རེད་མ་གཏོགས་སྤྱིར་བཏང་འདྲ་བོ་ཅིག་ཡིན་པ་ཡིན་ན། ད་དཔེར་ན་ཁོ་གུན་རྫོབ་འཆལ་པའི་སྐབས་ཡིན་ན་གུན་རྫོབ་དོན་དམ་ཡིན་ན་དོན་དམ་དཔེར་ན་དེ་གི་རྒྱ་གར་གྱི་མཁས་པའི་གཏམ་སྤྱོད་ཅིག་ཡིན་ན་དེའི་འགྲེལ་འདྲ་བོ་ཅིག་ཡིན་ན་ཧ་ཅང་སྐབས་དོན་དེ་ཅིག་དགོས་པས་མི་སྲིད་པ་ཅིག་ཚགས་དམ་པོ་དགོས་ཏེ་སྐབས་དོན་གྱི་འགྲོ་སྟངས་ཅིག་ཡོད་རེད། ད་ཡིན་ན་ཡང། ཅིག། སློབ་དཔོན་དབུས་ནང་གི་གསུང་འདི་འདྲ་བོ་ཡིན་ན། ཅིག་རྟོགས་ལྡན་གྱི་སྤྱིར་བཏང་གི་ཅིག་གསུང་ཡིན་པ་དང་དེ་ནས་འདི་ཡང་ཁོང་གི་མར་བཀའ་བཅུ་གནང་འོང་དུས་དེའི་བར་ཡི་གེར་བབས་བཞག་པ་ཡིན་པ་དེ་འདྲའི་གི་རྒྱུ་མཚན་གྱི་ཡིན་སྲིད་པ་རེད་དེ་འདྲ་ཡིན་དུས་མཚམས་མཚམས་ལ། དེ་གཅིག་པུ་མ་རེད་ད་དེ་གི་བདག་མོ་གི་གསུང་ཡང་དེ་ག་རང་རེད་ང་ཚོ་གི་ཅིག། ད་ཅིག་ཟབ་ཁྱད་ལྟ་བུ་ཞིག་གི་ཚོད་ར་བྱེད་གཞི་ཅིག་ལ་འབྲེལ་དགོས་ཀྱི་ཡོད་ན་ཅུང་ཟད་དེ་གི་སྟབས་འདི་གི་དེའི་འཁྲུག་དོན་ཟེར་ན་འདྲ་འདྲ་ཅེས་སྐབས་དོན་གཉིས་ཀྱི་བར་ལ་མཐུད་རྒྱག་སྟངས་ཀྱི་ཐོག་ལ་ཡང་ཅིག་འབྲེལ་བ་བཅད་སྟངས་དེ་ཡག་པོ་ཅིག་ས་མཚམས་དེ་ཅིག་ངའི་ཅུང་ཟད་དམའ་བདེ་དེ་དེ་འདྲ་ཡང་མཚམས་མཚམས་ཡོང་གི་འདུག་ད་གང་རེད་ཟེར་ན་དཔེར་ན་འདི་སྐབས་སུ་སྤྱིར་བཏང་གི་ད་དོན་དམ་གྱི་རྣམ་གཞག་དང་གནས་ལུགས་ཀྱི་རྣམ་གཞག་དང་བདེན་གཉིས་ཟུང་འཇུག་གི་རྣམ་གཞག་གསུང་གི་ཡོད་པ་ཡིན་ན་དེ་ནི་ཡང་སྤྱིར་བཏང་གི་ཅིག་མི་དཀྱུས་མ་གི་དེ་ནི་སྐབས་འདིར་ད་ཅིག་དེ་གི་བླང་དོར་གི་རྣམ་གཞག་དང་འབྲེལ་བའི་དེ་གི་བཀའ་ཤག་ཧ་ཅང་དེ་གི་ཚར་གཅིག་ཁ་ཁ་ཞིག་གི་ཐོག་ལ་ཕོབ་ཏེ་པར་བཞག་པ་དེ་འདྲ་ཡོང་གི་འདུག་ད་ཡིན་ནའང་འདི་ཡང་མི་མཐུན་པ་དང་མི་འགྲིག་པ་ཞིག་ཀྱང་གཏན་ནས་རེད་ལབ་ན་དེའང་གང་ཡང་མ་རེད་གང་རེད་ཟེར་ན་ད་ཁོ་ལག་ལེན་ཞིབ་ཆ་གི་ཐོག་ནས་དེ་གི་ཕྲ་བ་ནས་ཞིབ་པ་མ་རེད་རགས་པ་ནས་ཕྲ་བ་དང་ནི་དེ་དེ་འདྲའི་གི་ཅིག་བྱེད་ཅིག་དེའི་གི་པར་ལ་ཅིག་ང་མར་ཧོབ་སྟེ་ད་གི་ད་ཀ་མུར་དེ་སོང་བཞག་པ་ཡིན་དུས་དེ་འདྲའི་གྲོགས་པོ་ཞིག་རེད་མ་གཏོགས་ཡིན་ཡ་དེ་ད་ག་རང་རེད་ད་གི་ཅེས་པ་དང་མཐུན་པར་ལིས་སྒྲུབ་པ་སེ་འོང་དུས་དེ་ནི་ཞབས་བི་ད་གི་ཅེས་འདུ་ཤེས་ག་རེ་ཡིན་པ་དེ་དང་དུ་ཁྱད་པར་དུ་ངག་དང་མཐུན་པར་ལན་དུ་རྣ་བ་གསོལ་བ་འདྲ་བོ་དེ་འདྲ་ཡིན་དུས་ཕན་ཚུན་དཔེར་ན་ང་ཚོ་སྤྱོད་འཇུག་གི་ནང་ན་ཡང་ད་དེ་གི་འོང་བ་ལགས་ཞེས་བརྗོད་པར་བྱ་ཟེར་བ་ལྟ་བུ་དང་ནི་དེ། ཡང་ལམ་ལ་ལམ་ལ་སོགས་པ་དྲི་བའི་སྐབས་སུ་ཡང་དེ་ནི་སོར་མོ་དག་ནི་ཐམས་ཅད་ཀྱིས་བརླག་པ་གི་བརྡ་ཤེས་ནས་དེ་ནི་དེ་ལ་དེ་གི་དྲི་བ་དང་མཐུན་པར་ལན་བརླག་པར་བལྟ་བ་ལ་སོགས་པ་དེ་འདྲའི་གི་བྱང་ཆུབ་སེམས་དཔའ་རྣམས་ཀྱིས་སྤྱིར་བཏང་གིས་དེ་གི་ད་ལང་དུར་འཇུག་དོགས་པའི་སྐོར་ཡང་གསུངས་ཀྱི་ཡོད་རེད་ལ། སྤྱིར་བཏང་གིས་དེ་གི་ད། རིལ་བུར་བཟློག་པའི་རྣམ་པའམ་ཞེ་ཐུགས་ལ་གསོལ་མར་བཏབ་པ་ལྟ་བུ་བྱས་ཀྱི་རུང་སྟེ་སེམས་ཀྱི་ཅིག་དག་གནས་ལུགས་རྟོགས་པ་ཡིན་ནའང་འདྲ་ཅིག་གང་ལྟར་ཡང་བརྒྱད་ཁྲིའི་བགྱི་སྟངས་བཅུད་ཀྱི་ཆར་པ་ཡང་འབབ་ས་སེམས་ཀྱི་ཐར་བ་འདི་ཁོ་ན་ཡིན་གསུངས་དུས་བག་གྲོ་རིན་པོ་ཆེ་གསུང་བ་ནང་བཞིན་ཡིན་འདི་གི་དུས་སེམས་ཀྱི་སྟངས་ལ་ཆུ་དེ་ཚུར་ཅིག་སྨིན་ཡོང་དུས་དེ་ནི་རང་བཞིན་གྱི་དེ་གི་བཀའ་མར་གནང་སྟངས་དང་སྐད་ཆ་བཤད་སྟངས་དང་ལན་འདེབས་སྟངས་དང་སྤྱོད་ལམ་དེ་ཚོ་ལའང་འགྱུར་བ་འགྲོ་གི་ཡོད་ས་རེད་ད་དེ་འདྲའི་གི་ངོས་ནས་སོང་གི་ཡོད་ན་ཐང་དེ་འདྲ་ཡིན་དུས་ངག་གདངས་མཐུན་པར་ལན་སྣ་བ་ཞེས་ད་དེ་གཅིག་རེད་དེ་བཞིན་དུ་ཡང་ངག་གདངས་མཐུན་པར་ལན་དུ་སྣ་བ་ཟེར་བ་དེའང་བར་ཆད་ཅིག་ཤི་ན་ནི་ལྷ་ཡི་བཀའ་དང་ཀླུ་དང་གནོད་སྦྱིན་གྱི་གྲུ་རུམ་བཀའ་དང་མའི་བཀའ་རྣམས་དང་སོང་གནང་གིན་བྱས་ནས་འཇིག་རྟེན་གྱི་བསྒྲགས་དབྱངས་དང་དེ་གི་དེ་སྨྲ་བ་དང་བརྗོད་པ་དང་དེ་ལ་སོགས་པ་དང་མཐུན་པ་དེ་ལྟ་བུའི་སྒོ་ནས་ལན་འདེབས་པར་འགྱུར་བ་དང་དེ་དེང་སང་སྐབས་སུ་ཡིན་ནའང་དངོས་གནས་ཀྱི་སྐྱེ་བོ་དམ་པ་རྣམས་ཀྱི་དཔེར་ན་གསུང་བཤད་གནང་མཁན་གཅིག་དག་གིས་དྲིས་ལན་གནང་མཁན་གཅིག་ཆུང་འཆལ་མཁན་གཅིག་ཡིན་ན་ཡང་ཕ་རོལ་པོ་དག་ཅིག་བསམ་ཚུལ་དང་ལྟ་ཚུལ་དང་བཀའ་མར་གནང་སྟངས་དང་སྐད་ཆ་བཤད་སྟངས་དང་མཐུན་པའི་ཁ་ཆ་ཞིག་བཤད་མ་ཤེས་པའི་རྒྱུ་རྐྱེན་གྱིས་ང་ཚོ་ལའང་དཀའ་ངལ་མང་པོ་ཞིག་འགོག་རྐྱེན་མང་པོ་ཞིག་ཞིག་ཡོང་དགོས་ཏེ་འདི་ཡང་ང་ཚོ་གཅིག་གཉིས་པའི་སོ་སོ་ཚིག་སོ་སོ་ཡང་དག་པར་རིག་པ་ཟེར་བ་ནང་བཞིན་ཅིག་ཚང་མ་ཡིད་འགོག་ཡོད་རེད་དེ་འདྲ་རེད་སྤྲུལ་པ་ཀུན་ཏུ་སྣང་བ། ངོ་བོ་ཉིད་དང་མི་འབྲལ་བ། དབང་ཤུགས་ཀྱི་རྫུ་འཕྲུལ་མངོན་པར་ཐོབ་པ། ཏིང་ངེ་འཛིན་གྱི་རྩེ་འཇོ་ལ་རོལ་བ་སྟེ་དེ་ལ་གནས་ལུགས་མཐོང་བ་ཞེས་བྱའོ་ཞེས་གསུངས་སོ་ཞེས་ལྟ་དེ་རེད། དེ་ལྟ་བུའི་ཡ། གང་ལྟར་ཡང་དེ་ལྟ་བུའི་གནས་ལུགས་མཐོང་བ་དེ་དེ་འདྲ་རེད་གསུངས། དེ་ནས་རྣམ་པར་གཞག་པ་མེད་པ་ཟེར་བའི་དོགས་འདི་དྲིས་ཟུང་རེད་ད་རྣམ་པར་གཞག་པ་མེད་པ་ཟེར་བ་དེ་ད་ལྟའི་གི་དེ། དོན་རྣམ་པར་གཞག་པ་མེད་པའི་དོན་དྲིས་པ་ཟེར་བ་དེ་རེད་ད་དེ་དེ་ལྟར་དུ་འགྱུར་བ་ཡིན། དེ་གི་རྣམ་པར་གཞག་པ་ཟེར་བ་དེ་སྤྱི་དང་གི་ལུས་ཟེར་བ་དེ་ད་ལྟ་རང་ལུགས་ཀྱི་གཞག་པའམ། ཡང། ཅིག་རང་གིས་ཅིག་འདོད་པ་ཞིག་ཆེད་དུ་དེ་གི་དེ་འབུར་དུ་བཏོན་ནས་དེ་ལྟ་བུ་ཞིག་དེ་ལ་ལུས་ཟེར་གི་ཡོད་རེད་དེ་འདྲ་ཡིན་དུས་དེའི་རྣམ་པར་གཞག་པ་མེད་པ་ཟེར་བ་དེ་ད་དེ་ལྟ་བུ་འགྱུར་བ་རེད་དེ་གི་དེ་དོན་རྣམ་པར་དེ་ཡང་སླར་ཡང་འདོན་བདུན་གྱི་སློབ་དཔོན་ལ་འོ་ན་ཅི་ཅི་ཞིག་ལ་དོན་རྣམ་པར་བཞག་པ་མེད་པ་ཞིག་ཡོད་པ་ལགས་ཟེར་ཏེ་དོན་རྣམ་པར་བཞག་པ་མེད་ཟེར་བ་དེ་ད་དཔེར་ན། ང་ཚོ་འོག་མ་གི་ནང་ན་ང་ལ་ཁས་ལེན་མེད་པས་ན་ང་ནི་སྐྱོན་མེད་ཁོ་ན་ཡིན་གསུང་བ་དགག་སྒྲུབ་གཉིས་ཀ་བཀག་འབའ་ཞིག་དངོས་ལ་དགག་སྒྲུབ་གང་ཡང་མེད་ཟེར་བ་དེ་ད་དོན་རྣམ་པར་བཞག་པ་ཟེར་བ་ཅིག་དེ་གི་ཡོངས་གཅོད་དུ་སོ་སོ་གི་འདི་ཡིན་ཟེར་བ་ཅིག་གང་ཡང་མེད་པ་ཡིན་དུས་དེ་ལ་དེ་དོན་རྣམ་པར་བཞག་པ་མེད་པ་ཟེར་བ་ཡིན་ས་རེད། དེ་ལ་སློབ་དཔོན་གྱིས་ལན་དུ། དེའང་ངོ་བོ་ཉིད་གང་ཡིན་པ་དེ་ནི་སྐྱོན་དང་བྲལ་བ་རྨོངས་པ་མེད་པ་འཁྲུགས་པ་མེད་པ་དྲན་རྟོག་ཐམས་ཅད་ཤེས་རབ་ཀྱིས་མངོན་པར་ལྟ་བ་འདི་ནི་ཆོས་ཀྱི་མཚན་ཉིད་ལས་ལྟ་འདི་འདས་པ་རང་དབང་དུ་དཔག་ཕེབས་པ་འཕྲལ་བྱུང་གང་ནས་ཤིན་སྦྱངས་གཅིག་དེ་ལྷས་པ་རེད་གསུངས་རེད་ད་འཕྲལ་བྱུང་གང་ནས་ལྷས་པ་སོགས་སྤྱིར་བཏང་གི་ཡིན་ན། འཕྲལ་བྱུང་ཟེར་བ་དེ་ཕར་ཆེར་དང་དེ་ནས་མི་འགྲོ་ཕར་ཅིག་ཇེ་མཐོར་སེ་བ་འགྲོ་བ་ཅིག་དང་ཡང་ན་ཡིད་ནི་གཡོ་ན་སོང་ན་ཁོ་ལྷས་པ་ས་གཞན་པ་ཅིག་རེད་འདི་ནི་རྒྱ་དངོས་དེ་དངོས་ནས་ཕར་ཅིག་ཁ་བཏུག་ག་སོང་ན་སླེབས་ས་རྒན་པ་ཞིག་ག་སླེབས་དགོས་རེད་ད་འདི་སྐབས་སུ་དེ་ག་རེ་སོང་ནའང་སླེབས་ས་གཅིག་ག་སླེབས་འགྲོ་རེད་ཟེར་བ་དེ་གི་ངར་དེ་རྟག་ཏུ་མཐའི་གཟུགས་ཀྱི་གཤོག་དང་དུས་དང་དེ་ནས་དེ་ལ་སོགས་པའི་ཐ་སྙད་དེ་བས་ད་རྣམ་པ་འདི་གི་མཚན་མ་དེ་སྟོན་གྱིན་མེད་པ་དེ་མཚོན་གི་ཡོད་ས་རེད་དེ་ལྟ་བུ་རེད་དེ་འདྲ་ཡིན་དུས་དེ་ལྟ་བུ་དེ་ལ་ཅི་ཞིག་ད་རང་གི་ངོ་བོ་དེ་དེ་ལྟ་བུ་རྟག་དངོས་པོ་དང་སྤྲུལ་པ་ཚང་མ་ཐམས་ཅད་ལས་ཡོངས་སུ་འདས་པའི་བདག་ཉིད་ཅན་ཞིག་རེད་གསུངས་རེད་ད་དེ་ལྟ་བུ་ཡིན་ན་དེ་ལ་རྣམ་གཞག་ག་རེ་བྱེད་དགོས་རེད་གསུངས་རེད་འདུག་ཅི་བྱ་བ་ལྟ་བུ་ཞིག་རྣམ་པར་གཞག་སོ། དེ་ལྟ་བུ་དེ་ནི་རང་བཞིན་དུ་རང་གྲོལ་བ་ཅིག་ཆར་དུ་སྤྲོ་ཞིང་ཅིག་ཆར་དུ་བསྒོམ་པ་རིམ་གྱིས་འཇུག་པའི་རིམ་པ་དང་བྲལ་བ་དེ་སྲིད་དེ་ལ་ཁོ་ཅིག་དེ་གང་ལྟར་ཡང་ནི་ཅིག། ཅིག་ཆར་དུ་གྲོལ་བ་རེད་བསྒོམ་ཡང་ཅིག་ཆར་དེ་ལ་རིམ་བཞག་མེད་པ་ད་དེ་ང་ཚོས་ནམ་ཞིག་རེ་འཇོག་མེད་པར་ཅིའི་ཕྱིར་དེ་ངས་ཤེས་ཡོད་ཀྱི་འཛིན་སྟངས་གང་ཞིག་བ་ཙེ་ཙེ་ལྟ་བུའི་བཤད་པ་རྫོགས་པ་ཡོད་ཟེར་བ་ནང་བཞིན་གྱི་དེ་ཅིའི་ཕྱིར་དེ་སྒོམ་པ་དང་ནི་རིམ་གྱིས་འཇུག་པའི་རིམ་པ་གང་ཡང་མེད་པ་རེད་སོང་དེའི་སྐབས་སུ་ད་ཅིག་ང་རིམ་གྱིས་འཇུག་པའི་རིམ་པ་གང་ཡང་མེད་ཟེར་བ་དེ་ཁོ་ལྟ་བ་རང་གི་ངོ་བོའི་ངོས་ནས་སུ་ཤེས་སུ་སོང་གི་ཡོད་ས་རེད་མཉམ་བཞག་རྣམ་པར་མི་རྟོག་པ་དང་ངེ་འཛིན་ནམ་དེ་ལྟ་བུའི་མཉམ་བཞག་སྤྲུལ་བ་ཐམས་ཅད་དང་བྲལ་བའི་ངོ་བོའི་ཐག་ཐོག་ནས་བཤད་ཀྱི་ཡོད་ས་རེད། དེ་ལ་རྒྱུ་མཚན་ཡང་ཆེན་པོ་ཡོད་རེད་དཔེར་ན་ང་ཚོས་ད་མཉམ་བཞག་གི་ངོ་བོ་དེ་སོང་ཀྱི་རང་དུས་དེ་ཅིག་འདི་རེ་བ་ད་དཔེར་ན་བྱང་ཆུབ་ཀྱི་ནང་ན་ཡང་འདི་ལ་གསར་ཤ་ཅི་ཡང་མི་བཞག་པར་བཤད་པ་ཅུང་ཟད་མི་གསུང་བ་དེ་འོ་དེ་ལྟ་བུ་དེ་ཡིན་དུས་དེ་ལྟ་བུ་དེ་ལ་རིམ་གྱིས་འཇུག་པ་རིམ་པ་དང་བྲལ་བ་ཟེར་རིམ་དང་གཅིག་ཅར་གྱི་མཐའ་གཉིས་མེད་རེད་པ་དེའི་ཕྱིར་ཆོས་གང་ལ་ཡང་རྣམ་རིག་བཞག་པ་མེད་པ་ཡིན་ནོ་ཟེར་ཏེ་རྣམ་བཞག་གང་ཡོད་མ་རེད་གསུངས། ལར་ཆོས་ཐམས་ཅད་ཤེས་བྱ་འགོག་པ་ལ་རིམ་པ་ཅི་ཞིག་ཨའོ། སྤྱིར་བཏང་གི་ཤེས་པ་དང་འགོག་པའི་བདག་ཉིད་ཡིད་གདོད་མ་ནས་རྣམ་པར་དག་པ་མ་སྐྱེས་པའི་རང་བཞིན་ཡིན་ན་དེ་ལ་དེ་གཅིག་དག་གི་ད

སློབ་དཔོན་བཀྲོང་བར་བརྩམས་པ་ཟེར་ད་འདི་ལོ་རྒྱུས་ཤིག་ཡོད་རེད་འདུག་སློབ་དཔོན་བཀྲོང་མཁན་གཅིག་ཡོང་རེད་སྤྱིར་བཏང་གི་ཡང་ཞོག་གཅིག་ནི། དེ་བསྒྱུར་བའི་སྐབས་སུ་ཡང་ངས་ཡང་འདིའི་ཕྱོགས་ལ་དག་ཆས་ཡང་མང་པོ་བྱས་ནས་གང་ལ་གང་འཚམ་གི་ད་ཞིབ་འཇུག་རང་མ་རེད་དེ་ཡིན་ནའང་ཅིག། ཅིག་བསམ་གཞིགས་ཟེར་ན་འདྲ་འདྲ་དེ་འདྲའི་གི། གང་ལ་གང་འཚམ་ཞུས་པ་རེད་ད་གི་དེའི་རྒྱུ་མཚན་གང་རེད་ཟེར་ན། མཚམས་མཚམས་ལ་ནི་འདས་ཀྱི་ལྷུན་དེ་ཀྱི་ཅིག་ཆར་པ་དང་རིམ་གྱིས་པ་ཟེར་བ་དེ་སློབ་དཔོན་ཧྲིན་ཤུག་དང་སློབ་དཔོན་ཧུའེ་ནང་གི་ཆོས་བརྒྱུད་དེ་གཉིས་ཀྱི་གཅིག་དེ་བསམ་གཏན་རེ་ཅིག་ཆར་པ་རེ་གཅིག་དེ་བསམ་གཏན་རིམ་གྱིས་པ་རེ་ད་ང་ཚོས་བཤད་ན་རང་རྒྱུད་པ་དང་ཐར་འགྱུར་བ་ཟེར་བ་འདྲ་བོ་ཞིག་ནང་རྐྱེན་གྱི་གང་ལྟར་ཡང་བསམ་གཏན་པ་ཡིན་པ་ལ་བདག་མོ་ལྟར་རིའི་ཆོས་བརྒྱུད་འཛིན་མཁན་ཡིན་པར་གཅིག་པ་ཡིན་པ་ལ། དེའི་སྟེང་གི་ཡང་གྲུབ་མཐའ་ཁག་གཉིས་ཆགས་བཞག་དེ་གྲུབ་མཐའ་ཁག་གཉིས་པོ་དེ་གཅིག་དེ་ལྷོ་རྒྱུད་པ་གཅིག་དེ་བྱང་རྒྱུད་པ་ཟེར་བ་དེ་ཡིན་དུས་དེ་གཉིས་ཀྱི་བར་ལ་གླེང་སློང་མང་པོ་ཅིག་བྱུང་ནས་ཕན་ཚུན་རྩོད་པ་ཡང་བྱུང་བཞག་དེ་འདྲ་ཡིན་དུས་གཅིག་གིས་གཅིག་ཁས་མི་ལེན་པ་དེ་འདྲའི་ཡང་བྱུང་བཞག་དེ་འདྲ་ཡིན་དུས་དེའི་རྒྱུ་མཚན་ཞིག་གིས་དེ་ནི་ཡིན་ན་ག་རེ་ཡིན་ན་ད་འདིའི་འོག་ན་དེའི་སྐོར་ཅིག་ཡོང་གི་ཡོད་རེད་ཡིན་ན་ཡང་ཕར་ལྟ་བ་ཡིན་ན་ཧྲན་ཞུའུ་ཟེར་བ་དེ་ཡིན་གྱི་དེ་སློབ་དཔོན་ཧུའེ་ནང་དང་བླ་མ་གཅིག་པ་དང་ཆོས་གྲོགས་ཆགས་ཏེ་ཡོད་རེད་ཡིན་པ་ཙམ་ལ་མ་ཟད་སྒམ་པ་ཡང་རེད་དེ་ཁོང་ནི་གཅིག་མི་ཕྲག་དོག་མེད་པ་དང་བླ་མ་ཡག་པོ་ཅིག་དེ་འདྲ་ཡིན་པ་ལྟ་བུའི་སྣང་ཚུལ་དེ་ཡོང་གི་འདུག་ད་གང་ལྟར་ཡང་འདི་ནས་མར་སློབ་དཔོན་ཀྲོང་བར་བརྩམས་པ་ཟེར་བ་དེ་རེད་དེ་ནས་དེ་ཡང་རྩོམ་པ་འདུན་གཙང་ཟེར་བ་ཅིག་ཡོད་རེད་ཟེར་དེ་འདུན་གཙང་དེ་ཡུལ་ཅང་ཤིས་ཀྱི་མི་རེད་གསུངས་ཅང་ཤིས་ཟེར་བ་དེ་ད་རྒྱ་ནག་གི་ད་ལྟའི་ཡང་ཅང་ཤིས་ལྷག་ཡོད་རེད། རྩ་བའི་རུས་སྤྲིངས་དང་མིང་ལ་ཤང་ཁྲང་ཟེར་གི་རེད་ཟེར། ལོ་གཞོན་གྱི་སྐབས་སུ་བདེན་སྐྱོང་དཔར་རྒོད་ཀྱི་ལས་བྱེད་མཁན་ཅིག་ད་བདེན་སྐྱོང་དཔར་རྒོད་ཟེར་ན་ང་ཚོ་རྒྱ་གི་གློག་བརྙན་དེ་འདྲའི་ནང་ད་བརྗོད་ལྟར་མོ་ད་དེ་འདྲ་ཡིན་འདི་གི་ཅིག་མི་ལ་ཅིག་དེ་གི་ད་ཛམ་བོ་གི་མར་མགོ་ནས་ནང་གི་ཉམས་ཆུང་སྐྱོང་བའི་ཕ་མ་བ་དེ་འདྲའི་ཅན་གི་དེ་ནས་སོ་སོ་སྒེར་ལའང་ཅིག་སྐྲག་སེར་འདྲ་བོ་དེ་འདྲའི་ཡོང་གི་བ་དེ་འདྲའི་གི་ཅིག་པར་རྒོད་བྱས་ནས་དེ་གི་དེ་ལས་ཀ་བྱེད་མཁན་དེ་འདྲའི་ཅིག་རེད་ཟེར། ད་རྒྱ་གི་ཚིག་གི་ཟེ་གར་བ་རྣམས་ཀྱང་དེའི་རིགས་དེ་རེད་ཟེར། དེ་ཡང་བསམ་གཏན་ཆུ་བརྒྱད་ལ་ལྷོ་བྱང་གཉིས་སུ་སྐྱེས་པ་ནི་ཆུ་བརྒྱད་གཉིས་ཀྱི་གཏམ་དཔེའི་བདག་པོ་རྣམ་པར་ཕན་ཚུན་ང་དང་ཁྱོད་ལྟ་བུ་མེད་ན་ཡང་ཟིལ་ཐ་དང་ཟངས་ཀྱི་མི་དེ་ཚོས་ང་ཚོ་གི་ཆུ་དེ་གི་ཕྱོགས་ཚང་མ་ལ་དེ་གི་བདེ་མོ་ཡོད་པའི་སྐད་མོར་གནང་སྟངས་ཅིག་བ་དེ་འདྲ་བོ་བྱས་ནས་ཁྲི་སྲོང་ནང་གི་ད་ལྟ་ཡིན་རྒྱུ་རེད་བ་དེ་ཡིན་ཡང་ཡིན་རྒྱུ་རེད་དེ་གི་དེ་དངོས་གནས་གི་བསམ་བློ་བཏང་བ་ཡིན་ན་མཚམས་མཚམས་ལ་ང་ཚོ་གི་ཅིག་མང་པོ་ཞིག་གི་དཔེ་གནང་ཧ་ཆུ་ད་རྒྱལ་ཁང་ལྔ་པ་དྲུག་པ་ད་ག་རེ་ཡིན་ན་དེའི་བདུན་པ་དེའི་བར་དེ་ཚོ་ལ་དཔེར་ན། ཡིན་ནམ་མིན་ན་ད་དེའི་དབྱར་མར་དང་དེའི་སྔོན་དུ་ཞིག་དེ་ཚོ་ལ་ད་གང་ལྟར་ཡང་དཀར་བརྒྱུད་དང་དེ་གི་དེ་རི་བོ་དགེ་ལུགས་པའི་བར་ལ་ད། ག་རེ་སེ་གོ་ར་ད་ཅིག་གང་ལྟར་ཡང་ནི་དེ་ཅིག་སྦྱིན་བདག་གི་བར་གི་ཡིན་གྱི་ཡོད་ན་འདི་འདྲ་ཅིག་ཅུང་དག་པ་དེ་འདྲ་ཅིག་མཐོང་གི་ཡོད་རེད་ཡིན་ན་ཡང་དཔེར་ན་རྒྱལ་རོང་ལྔ་པ་གི་རྣམ་ཐར་དང་ནི་དེ་ནས་ཁྱད་པར་དུ་རྒྱལ་རོང་སྐར་མ་པ་གི་རྣམ་ཐར་ལ་སོགས་སྐབས་དེ་དུས་སུ་བལྟ་བ་ཡིན་ན་ཡང་གཅིག་སྤྱིར་བཏང་གི་འཕྲལ་བྲལ་གྱི་འོག་གི་རྟགས་གཅིག་གཉེར་པ་རེ་ཆགས་མཛོད་རེ་ལུས་ཀྱི་སྣེ་མོ་རེ་གནས་འཁོར་མང་པོ་ཞིག་ལ་གཏུགས་དགོས་ཀྱི་ཡོད་དེ་མགར་བ་རེ་ཡོང་གི་དུ་ཡོད་ནའང་ཕུགས་སུ་ཁོང་རྣམ་པ་བླ་མ་རྣམས་པ་སྒེར་གྱི་ངོས་ནས་གཅིག་གིས་གཅིག་གཅིག་གང་ཕན་ཅི་ཕན་འདྲ་བོ་ཅིག་ཅེས་བདག་ནི་གཅིག་རྒྱ་ཆེ་ས་ལ་གཟིགས་གདའ་བ་ཞིག་རེད་ང་ཚོ་འཇིག་རྟེན་འཕར་བ་ནང་བཞིན་གཅིག་པས་ཁོང་ཁྲོ་དྲག་པོ་གི་སྒོ་ནས་གཅིག་གིས་གང་ངན་གང་སྡུག་ཅི་ཡིན་བཞག་པ་མེད་པ་འདྲ་བོ་དེ་འདྲའི་གཅིག་མང་པོ་ཞིག་འདི་ལྟ་སྟེ་བླ་མའི་རྣམ་ཐར་བཀྲོལ་སྟངས་ཀྱི་ཡག་པ་ཙམ་མ་ཡིན་པར་དངོས་གནས་ཀྱི་ཕྱག་ལས་ཡང་མང་པོ་ཞིག་གནང་བཞག་པ་དང་གཅིག་གཅིག་དེ་གི་མགར་བ་དེ་ཚོ་ཅུང་གང་ངན་གང་ཐུབ་ཅི་ཐུབ་ཀྱིས་མ་ཡོང་བ་དང་དེ་འདྲའི་ལ་དགོངས་པ་བཞེས་བཞག་པ་དེ་འདྲའི་གི་རྣམ་ཐར་གྱི་ཟུར་ངོ་ཡང་མང་པོ་འབྱར་ཡང་འདུག་ད་ལྟ་དེ་འདྲ་བོ་ཞིག་ཡང་དེ་ནི་ཡར་བལྟས་པ་ཡིན་ན་ཡང་དེ་ཤོད་དེ་དེ་དེ་ད་དུས་སྐབས་མང་པོ་ཞིག་ལ་ཡང་བླ་མ་རྣམ་པ་ཁོང་རྣམ་པའི་དགོངས་པ་གྱི་སྟངས་དེ་དེ་འདྲ་ཡོང་གི་འདུག་བ་དེ་འདྲའི་འདྲ་བོ་ཞིག་རེད། དང་འབྲོང་དགོན་ཆུ་འཕགས་ནས་བཟུང་སྟེ་དེའི་ཚུན་ཆད་ཀྱི་ཅིག་མང་པོ་ཞིག་གི་ལྟ་བ་ཡིན་ན་དེ་དེ་འདྲའི་རེད་འདུག་ཡིན་ན་ཡང་དེ་ཙམ་གྱིས་ཡང་དེའི་འོག་གི་དེའི་བར་ལ་ཕན་ཚུན་ཅིག་ད་བསམ་གྲུབ་མགར་བ་ཟེར་ན་འདྲ་འདྲ་དེ་འདྲ་བོ་མང་པོ་ཞིག་དུ་མར་ཡོང་ད་པར་དེ་ལྟ་བུ་ཡིན་འདི་ལྟ་ཡང་མི་འོང་ངེས་པ་ཡང་རེད་མི་འདུག་ཨོ་དེ་ལྟ་བུ་ཡིན་འདི་གོ་ད། ཨོ་ཡ། དེ་ལྟ་བུ་རེད། དེ་ལྟ་བུ་ཡིན་པའི་རྒྱུ་མཚན་གྱི་དེ་ནི་བླ་མ་རྣམ་པའི་བར་ལ་དེ་ནས་ང་ཁྱོད་ཀྱི་འདི་འདྲའི་གི་འཐེན་འཁྱེར་ཆེན་པོ་ཡོད་མ་རེད་སོང་ཤག་ད་ཡིན་ནའང་སློབ་མ་དག་གི་བར་ལ་ད་ཆགས་སྡང་གི་རྩོད་པ་བསླངས་ནས་དེ་ཡར་མར་དཀྲུགས་ནས་དེ་འདྲ་གྱི་རེད་སོང་ཤག་ད་དེ་ཚེ་བྱང་རྒྱུད་ཀྱི་རྗེས་འཇུག་དག་གིས་བསམ་གཏན་མཁན་པོ་ཧྲིན་ཤུའུ་གཉིས་རྒྱུད་རབས་དཀྲུགས་པར་ངོས་འཛིན་བྱེད་ཀྱི་རེད་ཟེར་ད་དེའི་སྐབས་སུ་ད་དེང་སང་དེ་འདྲའི་ཡོང་གི་ཡོད་རེད་བ་བླ་མ་རྣམ་པ་སོ་སོ་གི་དེ་གི་ད་ཡང་སྲིད་སྟག་མ་ཡིན་མིན་གི་དེ་གི་སྟེང་ནས་རྙོག་དྲ་ཡོང་གི་ཡོད་པ་ནང་བཞིན་ཅིག་ད་འདིའི་སྐབས་སུ་ཡང་དེ་གི་རྒྱུད་རབས་ལྔ་པ་སློབ་དཔོན་བཟོད་པ་རྒྱ་ཆེན་བཀྲོངས་བ་དེ་དེའི་རྒྱུད་རབས་དྲུག་པ་ཟེར་བ་དེ་དེའི་གདན་ས། གདན་ས་ཟིན་མི་ཟིན་གྱི་དོན་དག་ཡང་མ་རེད་ཡ་མཚན་པོ་ཞིག་ཆོས་ཀྱི་རྒྱུད་པ་ལྟ་ས་མ་ངེས་ཀྱི་རྒྱུད་པ་འཛིན་མཁན་གྱི་མཚན་ནུས་དེ་སུ་ལ་ཡོད་མེད་དང་དབྱི་པོ་ཟེར་ནས་དེ་ག་ད། ལྷུང་བཟེད་དང་ཆུ་གུ་དམར་ར་བཏབ་ནས་དེ་ནས་དེ་དེ་ལྟ་བུའི་གི་ད་རྒྱུད་པ་བཏགས་ཀྱི་ཡོད་རེད་ནག་གི་འགྲོ་སྟངས། དེ་སུ་ལ་དེ་གི་ད་གནང་ཡོད་པ་དེའི་ཐོག་ལ་རྫོ་པ་ཅིག་ཡོད་ས་རེད་དེ་རེད་དེ་རྒྱུ་རུབ་ལྔ་པའི་ཧྲུའུ་གུ་དང་ལྷོང་ཙུའི་སློབ་དཔོན་ཧུའི་ནང་ལ་ད་པ་གནང་འོག་ཏུ་གྲགས་པ་མ་བཟོ་ནི་ཟེར་ད་དེ་གི་ཧྲུའུ་གུ་དང་གྲགས་པ་གནང་འོག་ཏུ་གྲགས་པ་ཟེར་བའི་ཐ་སྙད་དེ་ངའི་ཉེ་ཆར་བསྒྱུར་བའི་ད་ད་བསམ་གཏན་གྱི་དེ་གི་མགོར་གཞན་པ་ཞིག་ཡོད་རེད་དེ་གནང་ན་ཡང་ད་ག་རང་འདྲ་བོ་ཡོང་གི་འདུག་དེ་གི་རྒྱུ་རུབ་ལྔ་པའི་ལྷོང་ཙུའི་ཧྲུའུ་གུ་དང་ལྷོང་ཙུའི་སློབ་དཔོན་ཧུའི་ནང་ལ་ད་པ་གནང་འོག་ཏུ་གྲགས་པ་མ་བཟོ་ནི་དེ་ཤང་ཁྲང་རྒྱུད་རབས་དྲུག་པ་ཀྲོང་བར་ངལ་སོ་ཟེར་དེ་གི་དེ་རྒྱུད་རབས་དྲུག་པ་དེ་ཀྲོང་ཡག་གི་ཆེ་དེ་འགའ་རེད་ཟིག་རེད་ད། ཨོ་ཟེར་གི་ད་གནམ་འོག་གི་ཚོང་དམག་གི་ཡོངས་གྲགས་གི་ཁས་ལེན་རྒྱུ་དེ་ཀུན་ནས་འཆག་དུ་ཡོད་དེ་གི་དེ་ལ་ཕྲག་དོག་ལངས་ནས་གཞན་པ་ཁ་ཤིག་གི་དེ་ད་ཀྲོང་ཡག་གི་འབའ་ཚོན་བྱེད་རེད་ཟེར་སློབ་དཔོན་གྱིས་གཞན་སེམས་ཤིག་བུ་ངོ་ཤེས་ཀྱི་དོན་དེ་སྔ་མོ་ནས་མཁྱེན་བཞིན་ཡོད་པའི་གསེར་སྦྲང་སྤྱི་ཐམ་པ་ཞིག་ཉིད་ཀྱི་གཟིམ་མལ་གྱི་འགྲམ་དུ་བཞག་ནས་བཞུགས་པ་ནམ་ཞིག་གི་ཚེས་མཚན་མོ་ཞིག་ལ་ཤང་ཁྲང་སློབ་དཔོན་གྱི་གཟིམ་ཁང་དུ་འཛུལ་ཞིང་སོགས་སློབ་པ་རྩོམ་པར་འདོད་པ་ན་སློབ་དཔོན་གྱིས་མགུར་བ་ལྟ་སྟེ་བཞུགས་བཞིན་པར། ཤིང་ཁྲང་གི་མཚོན་གྱིས་ལམ་གསུམ་གྱི་བར་དུ་སྣུར་ཡང་གནོད་པར་མ་ནུས་སོ། འོ་དེ་དེར་གནོད་མ་ནུས་རེ་ཟེར། དེ་ནས་སློབ་དཔོན་གྱིས་ཤར་ནས། བདེན་པའི་རལ་གྲིར་ལོག་པོ་སེམས་ཡོད་མིན་ལྟ་སྟེ་ཚིག་དེ་སོག་པའི་སྙན་པོ་རེད་འདི་ཁ་བསྡེབས་བསྡེབས་བྱས་པ་ཙམ་ཡང་མ་རེད་རྒྱ་ཡིག་གི་ནང་ལའང་དེ་ག་རང་ཡོད་རེད། བདེན་པ་རལ་གྲིར་ལོག་པོ་སེམས་ཡོད་ན་ལོག་པོ་རལ་གྲི་ཡང་དག་ཏུ་མི་ཆུད། གསེར་འདི་ཁྱོད་ལ་བུ་ལོན་བྱེད་པ་ལས་ཁྱོད་ལ་སྲོག་གི་བུ་ལོན་མ་བྱེད་དོ། ཞེས་གསུངས་སོ། སྲས་དག་ཁྱོད་རང་ལ་དེ་ང་བདེན་པས་ན་ཁྱོད་དེ་འདྲའི་ཡོལ་བ་མགོན་པོ་ལི་སྒྲུབ་དགོས་ཀྱི་ཨོ་རྒྱན་པ་བཏང་བའི་སྐབས་སུ་གསུངས་བ་ལྟ་བུ་དེ་འདྲ་བོ་རེད་ད་བདེན་པའི་རལ་གྲི་དེ་སྐབས་སུ་ཡང་རྩ་ཀུ་ཤ་གི་བཅད་ན་ཆོས་ཀྱི་རིགས་ངས་རྩ་ཀུ་ཤ་བཏུབ་པའི་སྐབས་སུ་དེ་ནས་འབུལ་ལ་སོགས་པ་གསར་པ་གཉིས་པ་དེ་སྦྱང་མེད་མ་གཏོགས་གཞན་པ་དག

སློབ་དཔོན་གྱིས་གསུང་བ་ཐུབ་པ་དང་ཤང་ཁྲང་སྤྲེལ་ནི་དེ་གར་ཧ་ཨང་སང་ཧ་ལི། གཅིག་ན་སློབ་དཔོན་ལ་མངོན་མཁྱེན་ཡོད་པ་གཉིས་ན་སློབ་དཔོན་གྱི་སྐུ་ལུས་ལ་དེ་གར་དྲིའི་དུག་གིས་གནོད་པ་མི་ཚུགས་པ་དང་དྲིའི་མི་ཚུགས་མཚོན་གྱིས་མི་ཚུགས་པ་ཆགས་སོང་རེད། དེར་དྲ་མེད་དུ་སྦྱར་ཞིང་དུས་སུ་རང་བོའི་རྗེས་ནས་དྲན་པ་བསུ་བ་དང། དེ་ནས་སློབ་དཔོན་ལ་འགྱོད་སྡོམ་དང་གཤེགས་པ་ཕུལ་ཏེ་དད་མོར་རབ་ཏུ་བྱུང་བར་གསོལ་བ་བཏབ་བཞག་ད་དེ་ད་དེ་ནས་བཟུང་ད་ནི་ངས་འདི་ནས་གྲྭ་བར་བྱས་ནས་འདུག་བཞག་གི་ཡིན། སློབ་དཔོན་གྱིས་གསེར་སྦྲང་བཅུ་པོ་ཁོ་ལ་གནང་ནས་འདི་ལྟར། ད་ཁྱེད་རང་མ་འདུག་ཚེ་ཁོ་བོའི་སློབ་མ་དག་གིས་ཁྱོད་ལ་གནོད་པ་བྱེད་དུ་དོགས་པས་ཅིག་བྱས་ན། ད་ནི་ཚུར་འདི་བཀོལ་སོང་བ་ཡིན་ན་ངའི་སློབ་མ་དེ་ཚོ་ཡང་ཁྱེད་རང་ལ་གདོན་གྱི་རེད། དེ་འདྲ་ཡིན་དུས་ཁྱེད་རང་རེ་ཞིག་འདི་ནས་སོང་ལ་ཉི་མ་གཞན་པ་ཞིག་ལ་ཆ་ལུགས་བསྒྱུར་ནས་ཤོག་དང་དེ་དུས་ཁོ་བོ་རྗེས་སུ་འཛིན་པ་ཡིན་ནོ་ཞེས་གསུངས་སོ་ཟེར། ད་ལྟ་ཡང་དཔེ་མི་སྲིད་པར་ཐབས་ལ་མཁས་པ་དང་ཤངས་ཆུ་སྲིང་བ་དེ་གི་སྤྱོད་པ་དེ་འདྲ་ཡོད་རེད་སྔ་ཕྱི་དང་པོ། དེ་གི་དཔོན་སྣུམ་ཁོང་ཁོང་གི་བླ་མ་སློབ་དཔོན་བཟོད་པ་རྒྱ་ཆེན་གྱི་སྐུ་མདུན་ནས་ཡོང་བའི་སྐབས་སུ་ཡང་ད་ག་ནང་བཞིན་རེད་བ་འཚམ་མོ་ལམ་འཇུག་བྱས་ནས་དེ་ནས་གཞན་གྱིས་གནོད་པ་མི་ཡོང་བ་དང་ནི་རྙོག་དྲ་མི་ཡོང་བ་ལ་དཔེ་མི་སྲིད་པར་དེ་གི་དེ་ཐབས་ཐབས་མཁས་ཀྱི་ཐོག་ནས་དེ་གནང་ཡོད་རེད་བ་ད་དེ་འདྲ་བོ་ཞིག་རེད་ཁོ་བོ་རྗེས་སུ་འཛིན་པ་ཉི་མ་གཞན་ཞིག་ལ་ཆ་ལུགས་བསྒྱུར་ནས་ཤོག་དང་དེ་དུས་ཁོ་བོ་རྗེས་སུ་ཁྱེད་རང་རྗེས་སུ་འཛིན་པ་ཡིན་ནོ་ཞེས་གསུངས་རེས། དེར་ཞང་ཁྲང་སློབ་དཔོན་གྱི་བཀའ་བཞིན་མཚན་སྤྲུལ་གྱིས་བྱིན་ཀྱང་དེ་ནི་རྗེས་སུ་རབ་ཏུ་བྱུང་ཞིང་སྙིང་པོར་རྫོགས་ནས་ལག་ལེན་ལ། ཉམས་ལེན་ལ་ལེགས་པར་བརྩོན་པ་ཅིག་བྱུང་བ་ཡིན་ནོ་ཟེར་ད་དེ་རེད་དེ་གི་རྗེས་སུ་དེ་ཁོང་དེ་གི་ཉམས་ལེན་པ་ཞིག་ཆགས་བྱ་ཟེར་དེ་རེད། དེ་ནས་ཡང་ནམ་ཞིག་གི་དུས་ན་ཞང་ཁྲང་གིས་སྔར་གྱི་བཀའ་གནང་དག་སྤྲད་ནས་ཐག་རང་པོ་ནས་སློབ་དཔོན་གྱི་རྒྱུད་ཡར་འགྱར་དུ་སླེབས་པ་ན་ཟེར་ད་དེ་རིགས་དེ་རེ་ད་དེའི་སྐོར་དུ་ཡང་བསྐྱར་འབྱར་བའི་སྐོར་དེ་དུམ་བུ་གཅིག་བྱས་ནས་དེ་གི་བྲིས་རེད། དེ་ནམ་ཞིག་གི་དུས་ན་དེ་ནི་ཤང་ཁྲང་གི་སྔར་གྱི་ད་ཁྱོད་རང་ཉི་མ་གཅིག་ག་ཆ་ལུགས་བསྒྱུར་ནས་ཤོག་ད་ངས་ཁྱོད་རང་རྗེས་སུ་འཛིན་གི་ཡིན་གསུང་བ་དེ་དྲན་ནས་ཐག་རིང་པོ་ནས་སློབ་དཔོན་གྱི་རྒྱུད་ཡེར་འབྱར་དུ་སླེབས་པ་ན་སློབ་དཔོན་གྱིས་ཤར་ནས་ངས་ཁྱོད་རང་དྲན་ནས་ཡིག་དུས་ཡུན་རིང་པོ་ཕྱིན་འདས་སོང་ཟེར། ད་འདིའི་སྐོར་གྱི་བསྒྱུར་སྟངས་དེ་ཚོ་ང་རང་ངས་ནི་ད་ལྟ་བསམ་བློ་བཏང་བ་ཡིན་ན་གཙོ་བོ་བྱས་ནས

དེ་ནས་ཡན་ལ་ལས་ད་ད་ཟེར་ནས་ད་ཐག་རང་བོད་ནས་ཡོང་སྟེ་དེ་གི་དེ་འབྱར་དུ་ཡོང་ཟེར་བ་འདྲ་བོ་དེ་འདྲས་རེད་དེ་ཡིན་ན་འདིའི་སྐབས་སུ་ང་ཚོ་གི་སྤོབས་པ་གི་ལག་ན་ང་ཚིག་དེ་ཅིག་ཡིད་ལ་འཁོར་བ་དང་ནི་རྣམ་ཐར་གོང་མ་དམ་པ་གོང་མ་རྣམས་ཀྱི་རྣམ་ཐར་བཀླགས་པ་ནི་གི་ཚོར་བ་དང་ང་ཚོ་ལ་རྣམ་ཐར་རྩོམ་སྟངས་གི་ཡང་ཅིག་ཚིག་ཅིག་ཡོད་རེད་བ་དེས་དེ་སྤེལ་མི་ཚུགས་པར་ཕྱུག་པོ་དེ་འདྲ་ཡོད་དུས་ཀྱི་དེའི་གི་འབྲུག་དེ་ཇི་མ་ཇི་བཞིན་དུ་བེད་སྤྱོད་བཏང་ནས་དེ་ནི་ཚུར་བསྒྱུར་ཡོང་དུས་ཀྱི་དཔེར་ན་བཀག་གནང་དག་དྲ་ནི་ཟེར་བ་འདྲ་བོ་དེ་འདྲའི་དེ་ཡང་གཅིག་མ་ཡིག་གི་ཐོག་ནས་ཡིན་ན་གཅིག་དེ་ལྟ་བུ་ཚིག་སྔ་རང་སྟོང་དང་ཚིག་སྡུད་མང་སྙོམས་ཀྱི་ངོས་ནས་བསམ་བློ་བཏང་བ་ཡིན་ན་ཅུང་ཟད་དེ་གི་དེ་ལྟ་བུའི་ཧ་ཅང་ཚིག་སྡུད། མང་པོ། དང་ནི་དེ་འདྲའི་གི་ཚིག་སྣ་ཐོག་ངོ་མ་བཟོས་པ་རེད། དེ་མ་བཟོས་པ་དེ་གི་བཀླགས་བདེ་བོ་དང་གོ་བདེ་བོ་དང། དེའི་གི་གཅིག། ང་ཚོ་གི་ཅིག་བརླག་ཡོང་དུས་ཀྱི་ཅིག་ཚོར་བ་མ་འདྲ་བ་ཅིག་ཡོང་བ་ལ་ཕན་ཐོགས་ཡག་དེ་འདྲ་ཡོང་གི་འདུག་བསམ་པ་རེད་འོ་ད་དེ་འདྲ་རེད་སློབ་དཔོན་གྱིས་ཤར་ནས་ངས་ཁྱོད་རང་བཀྲ་ནས་གཡོན་རང་པོ་ཕྱིན་ཏེ་སོང། ཕྱིན་ཏེ་སོང་ཟེར་བ་དེ་སྔོན་ཅིག་གི་རྣམ་ཐར་རྣམ་ཀུན་ཏུ་བྲི་སྟངས་ཡིན་ན་དེ་འདྲ་ཡོད་རེད་ད་དྭངས་སང་ཡིན་ན་ཕྱིན་སོང་ཟེར་འདྲ་རེད་འགྲིག་གི་རེད་བ། དཔེ་ཡི་གཡོན་རང་པོ་ཕྱིན་སོང་ཟེར་བ་དེ་འདྲ་བོ་རེད་ད་ཁྱོད་ཅིའི་ཕྱིར་ལྟ་བར་མ་སླེབས་པ་ཡིན་ཞེས་གསུངས་སོ། དེ་ལ་གཤེན་འཕྲང་གིས་ཞུས་པ། སྔར་བདག་གིས་བརྩོན་པ་མཆོག་ལ་ཉེས་པ་བསགས་པར་སློབ་དཔོན་གྱིས་ཐུགས་བརྩེ་བ་ཆེན་པོས་བཟོད་པ་བཞེས་པ་ལགས་པར་མ་ཟད། སྤྱིར་བཏང་ད་ཆ་ཁོ་བོ་རབ་ཏུ་ཤོང་ནས་དཀའ་ཐུབ་སྤྱོད་བཞིན་ཡོད་ན་ཡང་ཚེ་ཐར་ཁོ་རང་དེའི་སྐབས་སུ་ཕེབས་ཏེ་རབ་ཏུ་སྐྱོང་ཚར་བཞག་ད་ཐེག་རབ་ཏུ་སྐྱོང་ས་སློབ་དཔོན་གྱིས་འདི་ནས་སྐྱོང་འོས་ས་མ་རེད། དེ་ཙམ་གྱིས་ཁྱེད་ཀྱི་བཀའ་དྲིན་ནམ་ཡང་གཞལ་བར་དཀའ་བར་འདུག་པས་སངས་རྒྱས་ཀྱི་གཏམ་བར་དཔེར་བྱང་འགྲོ་བ་རྣམས་འདྲེན་པར་བྱེད་པ་ཁོ་ན་བཀའ་དྲིན་གསོལ་བུ་ཐ། ཐབས་ཉག་གཅིག་དུ་འདུག་སྙམ་ལགས་ཟེར་ད་ལྟའི་དངོས་གནས་རེད་ད། དེ་འདྲ་ཡིན་དུས་སྒྲུབ་པོའི་མཆོད་པ་ཟེར་བ་ཞིག་ཡོད་རེད་བ་ད། སངས་བླ་མ་གཉིས་པར་ཤེས་པོའི་མཆོད་པ་ལ་རྣམ་པ་མང་པོ་ཡོད་པོ་ནང་གི་མཆོད་པ་ཡག་ཤོས་དེ་གང་རེད་ཟེར་ན་རབ་སྒྲུབ་པོའི་མཆོད་པ་ཟེར་གསུང་གི་ཡོད་རེད། དེ་འདྲ་ཡིན་དུས་དེའི་རབ་སྒྲུབ་པོའི་མཆོད་པ་དེ་ཡིན་དུས་ད་སྤྱིར་བཏང་ང་ཡང་ཅིག་རབ་ཏུ་བྱུང་ཚར་ཡིན་ཟེར་དཀའ་ཐུབ་སྤྱོད་ཟེར་ན་ད་ཅིག་སོ་སོ་གི་ཅིག་གཏོར་སྐྱ་བསྐུར་ཤོར་ཟེར་བ་ང་ཚོ་ཕ་ཡིས་དེ་འདྲ་བྱས་ནས་གི་དེ་གི་ད་ཅིག་ཉམས་ལེན་བྱས་ནས་དཀའ་ལས་རྒྱབ་གི་ཡོད་ཡིན་ནའང་ད་ངས་དེ་ཙམ་གྱིས་ཁྱེད་ཀྱི་བཀའ་དྲིན་དེ་བཟོད་ཐུབ། བཀའ་དྲིན་དེ་བཞག་ཐུབ་ས་མ་རེད། འོ་ན་གང་རེད་ཟེར་ན་སངས་རྒྱས་ཀྱི་གཏམ་པ་དཔེར་ནས་འགྲོ་བ་སེམས་ཅན་གྱི་དོན་མཛད་ན་སྐྱེས་ན་ད་དེ་བཀའ་དྲིན་གསོ་བའི་ཐབས་ཉག་གཅིག་རེད་འདུག་སྙམ་ནས་དེ་ནས་དེ་འདྲ་བྱེད་ཀྱི་ཡོད། དེ་ངའི་བསམ་ཚུལ་ཡིན་སོང་ད་ཁོ་རང་དེ་འདྲའི་གི་ད་དམིགས་ཡུལ་གང་ཡོད་པ་དེ་ཡར་ཞུས་པ་རེད། དེའི་དང་རྗེས་འབྲེལ་གྱི་ཚུལ་དུ་དེ་ནི་ད་སྐབས་མོར་མང་པོ་གནང་ཡོད་འགྱུར་བ་ལྟར་ཡིན་ནའང་འདིའི་ནང་ལ་ཚུར་བཀོད་ཡ་དེ་དེ་ནི་ཁོང་གི་དྲི་བ་གཅིག་གོ། ཞུས་ཞེས་ད་དྲི་བ་བཀའ་འདྲི་ཞིག། ཡང་འོང་ཁོ་བོའི་ནམ་རྒྱུན་འཕགས་པ་མྱ་ངན་ལས་འདས་པའི་མདོར་བལྟར་ལོག་བཤད་པ་ལས། ད་ལྟའི་ངའི་བརྟག་པ་དེ་གི་དོན་མདོ་ཁོང་ད་རབ་ཏུ་བྱུང་ཚར་རེད་ཚུལ་གྱི། བདེ་སྐྱོང་པར་རྒུད་ཀྱི་དེ་གི་གནས་ནས་ཀྱི་ནི་རབ་ཏུ་ཅུང་ཚ་རེ་ཡིན་ན་ཡང་ད་ཁོང་གི་ནམ་རྒྱུན་དེ་གི་དེ་མདོ་མྱང་འདས་ལ་གཟིགས་རྟོག་གནང་གི་ཡོད། དེའི་ནང་ནས་མདོ་དེ་ལས་བྱུང་བའི་རྟག་པ་དང་མི་རྟག་པ་ཞེས་པའི་དོན་དེ་ཡག་པོ་ཅིག་གོ་མ་སོང་གསུངས་རེད་ད་དེ་གི་རྟག་པ་དང་མི་རྟག་པ་ཞེས་པའི་དོན་དེ་ཡག་པོ་ཅིག་གོ་མ་སོང་རྗེས་ད་དེའི་ནང་ལ་རྟག་པ་དང་མི་རྟག་དེ་འོག་ན་ཅུང་ཟད་ཡོད་རེད་དེ་གོ་ཕར་ཞིག་དེ་རྟག་པ་དང་མི་རྟག་པ་ཞེས་པའི་མཐར་གཉིས་ཀྱིས་ཡོང་གི་འདུག་གི་དེ་གོ་འདི་ཡག་པོ་ཅིག་མི་གོ་ཟེར་ད་དེ་གསུང་གི་ཡོད་རེད་གང་རེད་ཟེར་ན་ང་ཚོས་དངོས་དང་དངོས་མིན་འདི་ཤེས་ཏེ་ད་མྱི་ངན་འདི་པ་འདི་མ་ཤེས་ཟེར་བ་ནང་བཞིན་ཅིག་ད། དཔེར་ན་དེ་གི་རྟག་དོན་ཤེས་པ་གཡུང་དྲུང་གི་བདག་ཉིད་ཟེར་བ་འདྲ་བོ་དང་གཅིག་སྐབས་ཐ་མ་གི་ནང་ན་ད་འདིར་ཤག་སྙིང་བོ་ལ་རྟག་པ་གི་སྒྲ་སྦྱར་བཞག་པ་མང་པོ་ཞིག་ཡོང་གི་ཡོད་རེད་བ། དེ་འདྲ་ཡིན་དུས་ཀྱི་ད། རྣམ་ཀུན། ང་ཚོ་གི་དུས་འཁོར་གྱི་ནང་ནས་རྣམ་ཀུན་མཆོག་དོན་གྱི་སྟོང་ཉིད་གསལ་བར་གནང་བཞིན་བཅུག་འདིའི་ནང་ནས་ད་མདོར་ན། དེ་ལྟ་བུའི་རྟག་པ་དང་མི་རྟག་པའི་ཐ་སྙད་མང་པོ་ཞིག་ཡོད་རེད་དེ་གི་རྟག་པ། ག་རེ། གཙང་དེ་ཏག་ཏག་རང་བཞིན་གསལ་བ་འདྲ་བོ་དང་ཡང་ཅིག་བདེ་བར་གཤེགས་པ་སྙིང་པོ་མི་རྟག་པར་སྨྲ་བ་དེ་ཧ་ཅང་ལོག་པར་ལྟ་བ་ཡིན་པ་ལ་སོགས་པ་དེའི་ཐ་སྙད་དེ་གི་དེ་འདྲ་གི་སྒྲུང་མང་པོ་ཞིག་དེ་དག་གསུང་མང་པོ་ཅིག་དེ་ད་ནི་ལང་ཀར་བཤགས་པའི་ནང་ལ་ཡོང་གི་ཡོད་དེ་གི་དེའི་ཐོག་ནས་བཀའ་འདྲི་ཞུས་རེད་ད་དེ་ཡང་དྲི་བ་ཡག་པོ་རེད་བ། དེ་ང་ཚོ་གི་རྣམ་རྒྱལ་ཡང་དཔེར་ན་བཀའ། རི་བོ་དགེ་ལུགས་པ་འདྲ་ཡིན་ན་བཀའ་ཐ་མ་དྲང་བདུན་རེད་གསུང་བ་ལྟ་བུ་དང་སེམས་ཙམ་པས་ཡང་དྲང་བདུན་རེད་གསུང་གི་ཡོད་ས་རེད་བ་ཕར་ཆེར་ད་གང་ལྟར་ཡང་སེམས་ཙམ་མ་མ་རེད་དགོངས་དག་དེ་རེད་ད་དེ་རེད་དེ་འདི་སེམས་ཙམ་པ་འདྲ་བོ་ཡིན་ན་ད་བཀའ་ཐ་མ་ངེས་དོན་རེད་གསུང་གི་མེད་རོགས་དེ་རེད་དེའི་ནང་གཞན་གཅིག་པས་ན་ད་ད་ལྟའི་ཆ་ལ་རི་བོ་འགྲོ་མགོན་བཀའ་བརྒྱུད་པའང་ཕར་ཆེར་ཡིན་ས་རེད་དེའི་ནང་ནས་ད་དེ་བས་ཀྱང་དེ་གི་རྗེ་བཙུན་ཇོ་ནང་པ་འདྲ་བོ་ཡིན་ན་ད་བཀའ་ཐ་མ་མཐའ་གཅིག་དེ་ངེས་དོན་ཡིན་པར་གསུང་བ་དང་སྔ་འགྱུར་ཉང་མ་དེ་ཚོ་གི་ཡང་གཅིག་ད་དྲང་ངེས་བཤད་མ་འདྲ་བ་མཚམས་མཚམས་མ་དེ་གི་ངེས་དོན་ཡིན་པ་མཚམས་ལྟ་དེ་འདྲ་མང་ཆེ་བ་གི་ལྟ་དེ་གི་དེ་གང་སྐབས་བར་ལྟ་གཉིས་ཀ་དེ་ལྟ་དྲང་དོན་གི་མདོ་ཡོད་ཆོག་གི་ཡོད་རེད་མ་གཏོགས་གཙོ་བོ་དེ་དེ་གི་ཡང་མདོ་མང་པོ་ཞིག་གི་ལྟ་འདུན་དེ་ཁོ་ངེས་དོན་རང་ཡིན་པར་གསུང་གི་ཡོད་རེད་ཡོད་རེད་དེ་ཡིན་ན་ཡང་དེ་དག་གི་དེ་གི་དྲང་དོན་དང་ངེས་དོན་གི་བཞེད་པ་མི་འདྲ་བ་ཡོང་དགོས་པའི་རྒྱུ་མཚན་གི་རྩ་བ་དེ་ཡང་དེ་ལས་བརྟན་པའི་ལྟ་འདོམས་ཀྱི་དེ་གའི་རྟག་པ་དང་མི་རྟག་པ་ལ་སོགས་པའི་དེའི་བརྡ་དང་ཐ་སྙད་དང་དེའི་རྒྱབ་ལྗོངས་ཀྱི་གོ་དོན་ལ་གོ་བ་ལ་དགོངས་པ་བཞེས་སྟངས་དང་འགྲེལ་བཤད་གནང་སྟངས་མ་འདྲ་བའི་ཐོག་ནས་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་འདི་ཚོ་ཡང་དྲི་བ་གནང་གག་ཆེན་པོ་ཡིན་ས་རེད་འོ་དེ་འདྲ་རེད་རྟག་པ་དང་མི་རྟག་པ་ཞེས་པའི་དོན་མ་གོ་བས་བཙུན་པ་མཆོག་གིས་ཐུགས་བརྩེ་བས་མདོར་བསྡུས་ཤིག་གསུང་བར་ཞུ་ཞེས་སོགས་ཟེར་ད་དེ་མདོར་བསྡུས་པ་ཞིག་དེ་ལ་སློབ་དཔོན་གྱིས་གཞན་དུ་དེ་ཤར་ནས་ཟེར་སློབ་དཔོན་གྱིས་དེ་ལ་ལན་དུ་ཟེར་དེའང་མི་རྟག་པ་ཞེས་པ་ནི་སངས་རྒྱས་ཀྱི་རང་བཞིན་ཡིན་ཞིང། རྟག་པ་ཞེས་བྱ་བ་ནི་དགེ་སྡིག་གི་ཆོས་ཐམས་ཅད་དང་རྣམ་པར་རྟོག་པའི་སེམས་ཀྱི་སེམས་ཐམས་ཅད་དོ། ཞེས་ད་དེ་རེད་དེ། གོ་བའི་གོ་བར་ཚིག་གོ་མ་ཐུབ་པ་འདྲ་འདུག་ཨ་ཕར་བལྟ་ན། ད་ལྟའི་སངས་རྒྱས་ཀྱི་རང་བཞིན་དེ་རྣམས་ཀྱི་རྟག་པ་ཡིན་དགོས་ཡོད་རེད་དགེ་སྡིག་ཆོས་ལ་སོགས་པ་དང་རྣམ་རྟོག་ལ་སོགས་པ་མི་རྟག་པ་ཡིན་དགོས་ཡོད་རེད་བ་ད། ཡིན་དུས་ཀྱི་དེ་དེ་གི་ད། དེ་འདྲའི་གཅིག་སོང་བཞག་རེད་དེ་འདྲའི་གཅིག་སོང་བཞག་དེ་ཞིན་ཁྲང་ཡང་མགོ་འཐོམ་སོང་རེད་ད་ང་ཚོ་ཡང་མགོ་འཐོམ་འགྲོ་གི་འདུག་དཔེ་ཆ་ཟླ་ཕྱེད་ཐ་སྙད་གང་འཚམ་ཅིག་གོ་མྱོང་མཁན་ཡིན་ན་ད་ཁོ་རང་བསམ་གཞིག་གི་རང་བཞིན་འདི་རྟག་པ་རེད་ལབ་ན་ཨོ་ཙེ་རེད་བ་མ་གཏོགས་སྟོང་པ་ཉིད་ཡིན་ན་དེ་རེད་མ་གཏོགས་དེ་རེད་ད་ཅིག་སྒེར་སྡིག་གི་སྤྱི་བཏང་གི་ཆོས་ཚང་མ་དེ་ད་འདི་བཞི་རེད་འདི་བཞི་ཡིན་ན་ཁོ་མི་རྟག་པ་རེད་ཨ་དེ་འདྲ་རེད། ལམ་བདེན་འདི་ཤི་ཟེར་བ་དེའང་ད་ཡོངས་ཁྱབ་ཀྱི་མང་ཆེ་བ་ཁས་ལེན་གྱི་ཡོད་རེད་ལམ་བདེན་ལ་འདི་མ་ཤི་པའི་ཆ་ཡང་མེད་དེ་ཡང་རྩོད་པ་ཞིག་དང་གྲུབ་མཐའ་སོ་སོའི་གསུང་རྩོད་མ་འདྲ་རེད་དེ་གང་ལྟར་ཡང་མ་མཐའ་ང་ཚོས་ཀུན་རྫོབ་ཀྱི་དག་ལྟ་ཞིག་ཀུན་རྫོབ་སེམས་ཀྱི་ལྟ་བ་དང་ནི་ད་སྤྱིར་བཏང་གི་ཁྱད་པར་དུ་འདིའི་ནང་ན་གསུངས་བའི་རྣམ་པར་རྟོག་པའི་སེམས་དེ་ཚོ་དང་འདི་ཤི་ཡིན་པ་ཨ་རྐྱང་རྐྱང་རེད་དེ་འདིའི་སེམས་དང་སེམས་ཅན་ཁམས་གསུམ་པ་སྒྲོ་བཏགས་རྣམ་པ་སྤྱན་རྟོག་ཡིན་གསུངས་ནས་རྣམ་པར་རྟོག་པའི་སེམས་ཡིན་ན་འདི་ཤི་མ་ཡིན་པ་ཅི་ཡོད་མ་རེད་ཡིན་ནའང་ཁོང་གིས་དེ་མ་དག་པ་རེད་སོང་རེད་དག་པ་ཡིན་ཚར་དུས་ད་འདི་ཞིག་མིན་འགྲོ་རེད་ད་དངུལ་གྱི་མཐུན་སེ་ར་ཅིག་མེད་རེད་བ། ཞིན་ཁྲང་གིས་ཞེས་ད་སློབ་འོ་ན་སློབ་དཔོན་གྱིས་གསུང་འོ་འདུག་དོན་ད་ཁྱེད་ཀྱིས་གསུང་དེ་མདོར་བསྡུས་ཀྱི་དོན་དང་འགལ་གྱི་མི་འདུག་བས་ཞུས་རེད་ད་དེ་དེ་འགལ་བར་མི་འདུག་གམ་ཞེས་པས་སློབ་དཔོན་གྱིས་ཁོ་བོས་ནི་སངས་རྒྱས་ཀྱི་ཐུགས་ཀྱི་ཕྱག་རྒྱ་སྟོན་པར། ཞེས་པ་ཡིན་ན་སངས་རྒྱས་ཀྱི་གསུང་དང་མགར་བར་སྣ་ཀ་ལ་ཕོ་གསུང་སྟ་ལྷོ་བོང་ཨའོ་ངས་ཁྱོད་རང་ལ་བཏང་གི་ཡོད་པ་དེ་སངས་རྒྱས་ཐམས་ཅད་ཀྱི་ཐུགས་ཀྱི་ཕྱག་རྒྱ་དང་ད་ང་ཚོས་བཏང་དོན་རྣམས་དགོངས་པ་བླ་ན་མེད་པ་དེ་རེད་གསུངས་རེད་དེ་འདྲ་ཡིན་ན་དེ་འདི་ད་ད་དེ་སངས་རྒྱས་ཀྱི་གསུང་དང་མགར་བ་ཞིག་ངའི་རྨི་ལམ་དུ་ཡང་སྨྲ་གི་མ་རེད་གསུངས་རེད་དེ་ལྟ་བུ་དེ་དེ་ལྟ་བུ་རེད་དཔེར་ན་ང་ཚོ་ཤ་གི་དཀར་གཟིགས་དམར་གཟིགས་ལ་ཉེས་དམིགས་ཡོད་མེད་གསུངས་འོང་དེ་ཅིག་ཅིག་འདི་ཤ་ཞེས་རོ་ལ་བསྲེས་པའི་སྒོ་ནས་ཤ་ཟ་ན་ཉེས་པ་ཡོད་མ་རེད་ཟེར་བ་ནི་ཐེག་པ་ཆེན་པོ་ལ་དེ་གི་ཁས་འཆེ་བ་ཞིག་ཡིན་ན་རྨི་ལམ་དུ་ཡང་སྨྲ་རྒྱུ་ཡོད་མ་རེད་གསུང་བ་ཞིག་མཁས་གྲུབ་རྗེས་ཀྱི་གསུང་ཡོད་བའོ་དེ་འདྲ་བོ་ཞིག་དེ་ནི། འདིའི་ནང་ན་ཡང་ད་ང་འདི་གི་ད་སངས་རྒྱས་ཀྱི་ཐུགས་ཀྱི་ཕྱག་རྒྱ་གཏོང་མཁན་ཞིག་ཡིན་པ་ཐུགས་ཀྱི་ཕྱག་རྒྱ་ཟེར་བ་དེ་སངས་རྒྱས་ཀྱི་ཐུགས་ཀྱི་དགོངས་པ་མཐར་ཐུག་དེ་ང་རང་གསུང་མཁན་ཞིག་ཡིན་པའི་ཆ་ནས་ནི་སངས་རྒྱས་ཀྱི་བཀའ་དང་འགལ་བའི་སྐད་ཆ་ཤ་གི་མ་རེད་སོང་རེད་དེ་སོང་དེ་ཡང་བྲིས་རེད་ད། དེ་ལ་གཤེན་འཕྲང་འོ་ན་སངས་རྒྱས་ཀྱི་རང་སངས་རྒྱས་ཀྱི་རང་བཞིན་ནི་རྟག་པའོ་མདོ་གི་ནང་ན་དེ་སོང་འདུག་བ། ད་དེ་གི་སངས་རྒྱས་ཀྱི་རང་བཞིན་ནི་རྟག་པའོ་ཞེས་སོང་མི་ཙི་མ་མཆོག་གིས་ནི་མི་རྟག་པའོ་ཞེས་སོང་ཟེར་ད་ཁྱེད་ཀྱི་དེ་གཟུང་གི་འདུག་བ། མདོ་ལས་ནི་སྒེར་དུ་ཀུ་ཆུ་ཐམས་ཅད་ནི་བྱང་ཆུབ་ཀྱི་སེམས་ཀྱི་བར་དུ་ཡོངས་སུ་མི་རྟག་པའོ་ཞེས་སོང་ན་ཙི་མ་མཆོག་གིས་ནི་རྟག་པའོ་ཞེས་སོང་ན་འདི་དག་ཇི་ལྟར་འགལ་བ་མ་ཡིན་སྙམ་དུ་སློབ་མ་དག་ལ་ཐེ་ཚོམ་བརླག་བརླག་ཏུ་སྐྱིད་སོང་ཟེར་ད་ངང་དཔལ་ལྡན་མོའི་གཏང་སང་ཞལ་ཐང་ནས་དཔལ་ལྡན་མགོ་འཚོམ་སོང་ཟེར་ད་ཐེ་ཚོམ་ཆེ་རུ་འགྲོ་དོགས་པ་མང་རུ་འགྲོ་སོང་ད་འདི་སྐོར་ལ་ཡང་བསྐྱར་དུ་གི་དེ་ང་ལ་གསར་བཤད་ཅིག་གནང་རོགས་གྱིས་ཞུས་པ་དེ་འདྲ་རེད་དེ་སློབ་དཔོན་གྱིས། དེ་ཡང་སློབ་དཔོན་དེ་ལ་ཡང་སློབ་དཔོན་གྱིས། ལར་མདོ་སྙིང་ལུང་ལས་འདས་པ་འདི་ནི་ངས་ཀྱང་བཙུན་མ་མི་བཟོད་པའི་སྙིང་པོའི་ཁ་དོན་འདི་ཤེས་པ་ཚར་གཅིག་ཉན་ཏེ་ཕར་ཡང་ཚིག་དོན་གཅིག་ཀྱང་མདོ་དང་མི་མཐུན་པ་མེད་པར་བཤད་པ་ཡིན་ཟེར་ད་ལྟའི་གང་ཕྱིར་སྐབས་སྔ་མ་ནང་འགྲོ་ཚར་རེ་ཐོངས་དེ་ནས་ད་གདམས་ངག་ཐོབ་སོགས་སེམས་ངོ་འཕྲོད་ནས་དེ་ནས་ད་སྐྱབས་གྲལ་གྱི་ཚུལ་དུ་སེར་སྣ་འདྲ་འབུས་པའི་ཚུལ་དུ་ཡོན་རིན་པོ་ཆེ་བཞུགས་རེད་དེའི་སྐབས་སུ་སློབ་དཔོན་དེས་བཙུན་མ་མི་བཟོད་པའི་སྙིང་པོ་ཟེར་བའི་ཨ་ནི། ཞིག་ལ་ཐུག་རེ་ཨ་ནེ་དེ་མདོ་མྱང་འདི་ཡིན་ན་ད། མདོར་དེད་པ་མདོ་མྱང་འདི་ཡིན་ས་རེད་ཅིག་ཁ་དོན་གནང་མཁན་ཅིག་རེད་དེ་ཨ་ནེ་དེ་གི། དེ་གི། དོན་མ་གོ་བ་དེ་ཚོ་ཧུའེ་ནན་ལ་དྲིས་དེ་ཧུའེ་ནན་གི་ཡི་གེ་ཞིག་མ་རེད་གསུང་གི་ཡོད་རེད་ཨ་ནེ་གི་ད་གི་ཨ་མར་གསུང་ནས་དེ་གི། ཧུའེ་ནན་གི་དེ་ཉན་ནས་ད་ནས་ད་དེ་གི་ཁོང་གི་གོ་བ་ག་རེ་ལ་ཁོང་ད་དོན་ལ་ངེས་པའི་གདངས་སྙན་ནི་སུན་ལ་ཕྱུགས་ལྟར་མི་སྐྲག་རྡོར་ཟེར་བ་ནང་བཞིན་ཆགས་འདུག་ཡོད་དུས་ཁོང་གིས་གང་གོ་བ་དེ་ཚོ་ཕ་གོ་དོན་དེ་ཚོ་ཕ་ར་འགྲེལ་བཤད་རྒྱག་གི་ཡོད་རེད་ན་ཚིག་དེ་ཚོ་དེ་དེ་མོ་རང་གི་སྙན་ནི་དེ་ནི་དེ་ལ་དེ་ཉན་གི་ཡོད་དུས་དེ་ཁོང་གིས་གསུངས་འདུག་བ་སྔ་འཆི་ངག་གི་འདིའི་མདོ་འདི་ལ་ད་གང་ལྟར་ཡང་གཟིགས་རྟོག་མྱོང་གསུངས་གི་ཡོད་རེད་དེ། གཟིགས་རྟོག་བྱེད་སྟངས་དེ་ག་འདྲ་རེད་ཟེར་ན་བཙུན་མ་མི་གཟིགས་པའི་སྙིང་པོ་ཁ་ཏོན་བྱེད་ཀྱི་འདུག་ཅེས་ཁ་ཏོན་ཙམ་སྟག་ལྤགས་དེ་གསུང་གི་ཡོད་དུས་དེའི་ས་ནས་མོ་རང་གིས་དྲི་བ་མང་པོ་དྲིས་ནས་དྲི་བ་དྲིས་ལན་གྱི་སྐོར་དེ་སྒང་ལ་འགྲོ་ཚར། དེ་འདྲ་ཡིན་དུས་ལེའུ་སྔ་མ་གི་ནང་ལ་ཡོད་རེད་ད། ཚར་གཅིག་ཉན་དེ་ཚེ་ཕར་ལ་ཡང་ཚིག་དོན་གཅིག་ཀྱང་མདོ་དང་མི་མཐུན་པ་མེད་པར་བཤད་པ་ཡིན་ཟེར་དེའི་སྐབས་སུ། ཚིག་དོན་གང་གི་ཐད་ནས་ཀྱང་མདོ་དང་མི་མཐུན་པ་གཅིག་ཀྱང་མེད་པར་བཤད་པ་ཡིན་ལ་ཟེར་ད། དེ་ནས་བཟུང་དེ་རང་ཁྱོད་ལ་བཤད་པའི་བར་དུ་ཡང་བཤད་ཚུལ་མ་འདྲ་བ་གང་ཡང་མེད་སོང་ཟེར་ད། སྟག་སྨིན་སྔ་མོ་ཡང་འདི་སྐོར་ལ་ཀྱང་ཅིག་དགོངས་པ་བཞི། དེ་ནས་ཅིག་མཁྱེན་རྟོགས་ཡོད། དེ་བཤད་པའི་སྐབས་སུ་ཡང་མདོ་དང་མཐུན་པར་བཤད་གི་ཡོད། དེ་རང་ཡང་ད་ག་རང་ཡིན་སོང་རེད་ད་རུང་ལན་དངོས་གནས་ཀྱི་དངུལ་ལེན་འདྲ་བོ་མང་ན་རེད། ཡང་ཞིན་གྲང་ན་རེད་འོ་ན་སློབ་མ་ང་ཤི་ཚད་གཞན་ཞང་བློན་པའི་སློབ་དཔོན་གྱི་ཐུགས་རྗེའི་དགོངས་ནས་བཀའ་གནང་བར་འཚལ་ཟེར་ད་ངས་དེ་ཡང་སྤྱིར་ཤེས་གི་མི་འདུག་ད་དགོངས་དག་ཅིག་གསུང་རོགས་བྱོས་ཞེས་ཞུས་རེད། འོ་ན་མི་རྟག་པ་དང་རྟག་པའི་འཆལ་ཚུལ་གཞན་ཅིག་ཟེར་བ་ད་དེ་སྤྱིར་བཏང་གི་འདི་བཀའ་བཀོད་དེ་གི་ཅིག་གི་དེ་གཅིག། མགོ་བརྗོད་ཁ་བྱང་དེ་ཚོ་ང་གི་ཕར་བརྩམས་བཞག་རྒྱུ་ཟེར་ན་འདྲ་བཏགས་བཞག་རྒྱུ་ཟེར་ན་འདྲ་དེ་རེད་དེ། གཤམ་གྱི་བརྗོད་དོན་དང་འབྲེལ་བའི་ཐོག་ནས་གཤམ་གྱི་བཤད་བཞག་ང་ཚོ་གསར་བརྗེ་གནང་བཞིན་འདྲ་བོ་རེད་ད་གསར་བརྗེ་མཚན་ཉིད་པ་ཞིག་མ་རེད་དེ་དེ་འདྲ་རེད། དེ་ལ་སློབ་དཔོན་གྱིས་དེའང་ཁྱོད་ཀྱིས་ཤེས་སམ་གལ་ཏེ་སངས་རྒྱས་ཀྱིས་རང་གིས་བཏགས་པ་ཡིན་ན་སྒེར་དག་གི་ཆོས་ཐམས་ཅད་ཀྱི་རྣམ་བཞག་འཇོག་པར་མི་ནུས་ལ། དཀར་བོའི་བར་དུ་ཡང་བྱང་ཆུབ་ཏུ་སེམས་བསྐྱེད་པའི་གང་ཟག་གཅིག་ཀྱང་མེད་པར་འགྱུར་བས་ན་རྒྱུ་མཚན་དེས་བདག་གིས་སངས་རྒྱས་ཀྱི་རང་བཞིན་མི་རྟག་པ་ཡིན་ནོ་ཞེས་ངེས་པ་སྟེ་དེ་ཉིད་ཁོ་ན་སངས་རྒྱས་ཀྱིས་གསུངས་པའི་དེ་དོན་དམ་པའི་རྟག་པའི་ལམ་དངོས་ཡིན་ནོ་ཞེས་དང། ཁོང་གིས་དེ་འདྲའི་གསུང་ངན་སོང་བར་འདི་སྤྱི་བཏང་གི་ཅིང་མ་ངག་གི་བཀྲ་བཏང་ཟེར་ན་འདྲ་འདྲ་རྟོགས་ལྡན་གྱི་གསུང་ཟེར་ན་འདྲ་འདྲ་དེ་འདྲ་ཡིན་ས་རེད་དེ་མ་གཏོགས་འདི་ལ་མདོ་གི་ཚིག་ཅི་མ་ཇི་བཞིན་དུ་ཅི་ཡིན་ས་མ་རེད་འབྲི་སྟངས་ཡང་ཚིག་འབྲིར་ཅི་ཡིན་ས་མ་རེད་ན་ད་མཚམས་མཚམས་ལ་དེ་འདྲའི་གཞི་ང་ཚོ་གི་འབྲུག་པ་གང་ལགས་ལའང་འདྲི་སྐད་དེ་འདྲའི་རྒྱབ་ཡ་ཡོད་རེད་དེ་འདྲའི་འདྲ་བོ་གནང་ཞག་ཚིག་ད། དེ་ཡང་ད་དོན་དོགས་ན་ནི་ཚིག་གི་ལམ་ཇི་ལྟར་བརྗོད་ཀྱང་འགལ་བ་མེད་སོང་བ་དེ་ཡིན་དུས་ཁོང་གི་དགོངས་པ་བཞེས་སྟངས་འདི་འདྲ་ཅིག་གི་ཐོག་གོ་ཡང་གསུང་ཡིན། གནས་སྐབས་ཀྱི་དེ་འདྲའི་མར་ཞིག་གསུང་ན་ཡང་སྐབས་དེའི་ཧ་ཅང་དེ་གི་དོན་འདི་འགྱུར་བཞིན་པ་དང་ནི་ཡང་ཅིག་དངོས་མ་འདྲ་བ་ཞིག་ནི་ང་ཚོ་གི་དེ་གི་དགོངས་པ་བཞེས་ནས་བསམ་བློ་བཏང་རྒྱུ་ཡོད་པ་དངོས་ཤུགས་གསོར་བསམ་གི་གོ་དོན་མང་པོ་ཡོད་ཆོག་པ་ཡིན་དུས་དེ་དེ་འདྲའི་གི་ཆ་ཤས་ཅིག་རེད་འདུག་ད་ལྟའི་མདོར་ན་སངས་རྒྱས་ཀྱི་རང་བཞིན་རྟག་པ་ཟེར་འོང་དུས་ཁོང་གི་ཀ་རའི་དགོངས་པ་གཞིར་བཟུང་རྟག་པ་ཟེར་བ་དེ་འཕོ་འགྱུར་གང་ཡང་མེད་པར་སྒུལ་ལྕོག་མེད་པར་རྡོ་ཕ་བོང་ལྟ་བུ་དང་རྡོ་དང་རྟག་པ་མ་རེད་དོ་རྩ་སྐྱ་དང་རྐང་དང་སྒུར་ཁྱི་རྒྱབ་ཀྱི་མ་ཡོད་པ་དེ་འདྲ་ཞིག་ཡིན་ན་ད་དེ་ལ་དེ་གི་སྒེར་སྡིག་གི་ཆོས་ཀྱི་རྣམ་གཞག་ལ་སོགས་པ་འཇོག་ནི་མ་རེད་ཟེར། དེ་མེད་དེ་གི་དེ་གི་སངས་རྒྱས་ཀྱི་རང་བཞིན་ཟེར་བ་འདི་འདིའི་སྐབས་སུ་ཡང་གཙོ་བོ་རྒྱུད་འགྱུར་གྱི་རིགས་དང་ད་ཅིག་དེ་གི་དེ་རང་བཞིན་གྱི་གནས་རིགས་ཟེར་བ་ལྟ་བུ་རྒྱུད་འགྱུར་དེ་ཡང་ད་གང་ནས་གང་དུ་འགྱུར་བའི་ཁྱད་པར་ཡོད་པ་དེ་འདྲའི་གི་ཐོག་ནས་གོ་སངས་རྒྱས་ཀྱི་རང་བཞིན་ཅེས་ངོས་ནས་མ་རེད་ག་རེ་ཟེར་གོ་ར་ང་ཚོ་ལ་སངས་རྒྱས་ཀྱི་ས་བོན་ཡོད་རེད་ཟེར་འོང་དུས་དེ་ཡང་སྣང་ཚོར་གྱི་ངོས་ནས་ས་བོན་དེ་ཡར་ཅིག་ཉོ་གི་མིན་འབྲས་བུ་མིན་དེ་གི་ད་དཔེ་མི་ཚད་པ་ཡར་ཀ་ལོ་མ་རྒྱ་ཆེན་པོ་ཆགས་པ་ལ་སོགས་པ་རྟེན་འབྲེལ་ཅིག་གི་ངོས་ནས་ཡང་དགོངས་པ་ཞིག་ཡོད་ས་རེད་ད་དེ་ཡང་གོ་རྒྱུ་ཆེན་པོ་ཡོད་ས་རེད་དེ་འདྲ་ཡིན་པ་ཡིན་ན་ང་ཚོ་སངས་རྒྱས་ཀྱི་རང་བཞིན་དེ་ཡོད་རེད་ཟེར་འོང་དུས་གི་འཇིག་རྟེན་ཕ་རོལ་རྣམས་ཀྱིས་ཀྱང་སེམས་ལ་སྤྲོ་བ་སྐྱེད་པ་ཞིག་དང་ནི་ཅིག་དེ་གི་སྦྲང་རྩི་གཅིག་དེ་ག་རླུང་དངུལ་ལ་འཆར་གྱི་ཡོད་པ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་འོ་དེ་འདྲ་རེད་བས་སོང། སྐར་བྷིའི་བར་དུ་ཡང་བྱང་ཆུབ་ཏུ་སེམས་སྐྱེས་པའི་གང་ཟག་གཅིག་ཀྱང་མེད་པར་རྒྱུ་མཚན་སངས་རྒྱས་ཀྱི་རང་བཞིན་མི་རྟག་པ་རེད་སོང་ངས་མི་རྟག་པ་ཟེར་བ་དེ་འགྱུར་བ་རེད་འགྱུར་བའི་ཆོས་ཅན་སེལ་འོང་དུས་ད་དེ་གི་དེ་གི་རང་བཞིན་གྱི་ས་བོན་དེ་ཡར་ཆེ་རུ་ཆེ་རུ་འགྲོ་ཡ་ལ་སོགས་པ་དེ་འདྲ་རེད་ཟེར། ཡང་ཆོས་ཐམས་ཅད་མི་རྟག་པ་ཡིན་ན་དངོས་པོ་ཐམས་ཅད་ལ་སངས་རྒྱས་ཀྱི་རང་བཞིན་ཡོད་བཞིན་དུ། དེ་གི་དག་རྒྱུ་མཚན་ཅི་ཕྱིར་འཆི་བ་དང་སྐྱེ་བ་དང་འཆི་བ་དང་དུ་ལེན་པ་ཡིན། གཞན་ཡང། སེ་ད་དེ་རེ་སངས་རྒྱས་ཀྱི་ཆོས་ཐམས་ཅད་མི་རྟག་པ་མ་རེད་ཟེར་ཆོས་ཐམས་ཅད་རྟག་པ་རེད་ཟེར་གང་རེད་ཟེར་ན་ཆོས་ཐམས་ཅད་ཀྱི་ངོ་བོ་དེ་ནམ་ཡང་དག་གི་འཕོ་འགྱུར་མེད་པ་སངས་རྒྱས་ཀྱི་རང་བཞིན་ཡོད་རེད་ཟེར་དེ་ལྟ་བུ་རེད་སོང་ཟེར་ད་དེ་ཡིན་དེ་གི་ཅི་ཕྱིར་འཆི་བ་དང་སྐྱེ་བ་དང་དུ་ལེན་པ་ཡིན་ཟེར་འདི་ཡག་པོ་ཆེ་གོ་གི་མི་འདུག་སྟེ་གང་ལྟར་དེ་འདྲི་རོགས། གཞན་ཡང་དོན་དམ་པའི་རྟག་པའི་རང་བཞིན་གྱི་མ་སྐྱེས་པའི་གནས་ཀྱང་ཡོད་པར་འགྱུར་ཏེ་ཟེར་ཆོས་ཐམས་ཅད་ད་ལྟའི་ལྟ་བ་ཆོས་ཐམས་ཅད་མི་རྟག་པ་ཡིན་ཟེར་བ་དེ་མ་རེད་ལབ་ཞིག་དེ་ཡང་ང་ཚོ་གོ་རྒྱུ་གཅིག་ཁོང་གི་གནང་ཞིག་རེད་དེ་གོ་ཡ་དེ་འདུག་ཨ། དེ་འདྲ་དེ་ག་རེ་རེད་ཟེར་ན་ཆོས་ཐམས་ཅད་མི་རྟག་པ་རེད་སོང་དེ་སྐབས་ད་ད་བདེན་གཉིས་དེ་རྒྱང་ཆད་ཀུན་རྫོབ་དང་དོན་དམ་གྱི་བསམ་བློ་དེ་རྒྱང་ཆད་དུ་འཛིན་པ་ཟེར་བ་དེ་ཁ་ཐག་རིང་དུ་འགྲོ་འགྲོ་གི་ཡོད་རེད་ད། དེ་འདྲ་བོ་ཞིག་གི་དགོངས་པ་ཞིག་བཞག་ད། སྤྱིར་བཏང་གི་འདི་ལ་ང་ཚོ་དཔེ་ཆ་བོ་ཞག་བཏང་ཡོད་ན་ད། འདི་གི། ལི་རྒྱལ་པོ་རྒྱ་མཚོ་བཞི་པོའི་མདོག་གི་ནང་ན་ཨི་རེད་གོ་ད། བདེན་གཉིས་གཅིག་མཐའ་དག་གི་སྐྱོན་བཞི་མཐའ་གཉིས་དུ་མཐའ་དག་གཅིག་ཡིན་ན་སྐྱོན་བཞི་དོན་དམ་པར་མཐའ་དག་ཡིན་ན་སྐྱོན་བཞི་ལ་སོགས་པ་ཡོད་པའི་ཐོག་ནས་དེ་ནི། མཐའ་གཉིས་དུ་མཐའ་དག་ཡིན་པ་དོན་དམ་པར་ད་ཡིན་མི་ཡིན་པ་ལ་སོགས་པ་དེ་འདྲའི་གི་ཞིབ་ཚགས་པོ་གི་རྣམ་བཤད་ང་ཚོ་གི་ད་བོ་ཞག་གི་ནང་ན་ཡོད་རེད་ད་ཡིན་ན་འདིའི་སྐབས་སུ་སྤྱིར་བཏང་གི། ད་ཅིག་མ་ངག་གི་ལུགས་སུ་དེ་གི་སྤྱི་སྟངས་ཀྱི་དེ་འདྲའི་གི་ཅིག་གསུངས་བཞག་པ་རེད་མ་གཏོགས་ཡང་ཅིག་ཧ་ཅང་དེ་འདྲའི་ཞིབ་ཆ་ཡོད་པའི་ག་མེད་ཞིབ་ཚགས་པོ་ཡོད་པའི་དེ་འདྲའི་གི་ང་ཅིག་གཞུང་ལུགས་ཀྱི་དེ་འདྲའི་དཔྱད་བརྗོད་ལྟ་བུ་དེ་འདྲའི་རང་ཡིན་པའི་ནང་ནས་ཡང་གསུང་སྟངས་མ་འདྲ་བ་ཞིག་རེད་ཤག་གང་ལྟར་ཡང་དེ་དེ་དོན་དམ་པར་བརྟགས་པ་རང་བཞིན་གྱིས་མ་སྐྱེས་པ་དོན་དམ་པར་བརྟགས་པ་རང་བཞིན་ཟེར་བ་འདིའི་ཐ་སྙད་འདི་སྤྱིར་བཏང་གི་ལང་ཀར་གཤེགས་པ་ལ་སོགས་པའི་ནང་ལ་དེ་གའི་དོན་དམ་པར་བརྟགས་པ་རང་བཞིན་ཟེར་འོང་ཡོད་རེད། ད་འདི་ལྟར་ལ་མར་གྱི་བཤད་པ་ནང་བཞིན་ཀུན་རྫོབ་རང་གི་ཁོ་ནའང་དེ་ཡིན་ན། ད་དེ་ག་དེ་ཀུན་རྫོབ་སྟོང་བ་ཉིད་ཡིན་ཏེ་གསུང་བ་ནང་བཞིན་གཅིག་དེ། འོ་དེ་ཆགས་རོགས་ཡོད་ས་རེད་དེ། འདི་འདི་བཞིན་ཐམས་ཅད་དེ་ག་ད། འདི་བཞིན་གྱི་ཆོས་རྣམས་རྟག་པར་གནས་པ་དེ་དེ་ནི་སངས་རྒྱས་ཀྱིས་གསུང་བ་དོན་དམ་པའི་མི་རྟག་པའི་དོན་ཡིན་རེད་ཟེར་སངས་རྒྱས་ཀྱི་དོན་དམ་པའི་མི་རྟག་པ་དེ་རྟག་པ་རིག་ཅེས་རེད་ད་མདོར་ན་དེ་རེད། དོན་དམ་པའི་མི་རྟག་པ་དེ་ག་རེ་རེད་ཟེར་ན་རྟག་པ་རེད་དེའང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐ་མར་པ་དང་ཕྱི་རོལ་པའི་ཕྱིན་ཅི་ལོག་ཏུ་རྟག་པར་འཛིན་པ་དང་ཡང་དག་པ་གཉིས་ཀྱི་གང་ཟག་གི་རྟག་འདི་རྟག་མི་རྟག་གི་རྣམ་གཞག་དེ་སོགས་ཀྱི་གོ་བ་ལེན་སྟངས་ལ་རྟག་ཅིག་རང་དབང་བའི་བདག་དང་ནི་ད་སྤྱིར་བཏང་ང་ཚོ་གར་འདི་ཡི་གི་རྣམ་གཞག་ཞིག་ཨོ་དེ་འདྲ་བོ་ཅིག་སྤྱད་ནས་ཁོང་གིས་རིམ་པ་ཁ་ཤས་ཅིག་བྱས་ཤིང་དེ་ཡང་ཐག་པ་གཉིས་ཀྱིས་ནི་ད་ཐག་པ་ཅེས་པ་དེ་མྱང་ཚུལ་དང་རང་སངས་རྒྱས་ཡིན་གང་ཟག་གིས་རྟག་པ་ལ་མི་རྟག་པར་འཛིན་པ་ཡང་ཡིན། གང་ཡིན་ཡང་རུང་སྟེ་ཤིང་བྱི་ལོག་པ་རྣམ་པ་བརྒྱད་དུ་གྱུར་བས་ན་དེ་ནི་ཕུར་པ་ཡོངས་སུ་བསྙེན་ངན་ལས་འདས་པ་ཆེན་པོའི་ནོར་ངེས་དོན་གྱི་མ་ངེས་དང་ཤིང་བྱི་ལོག་པ་ལྟ་བ་དེ་གཉིས་འཇོམས་པའི་ཕྱིར་དུ་དོན་དམ་པའི་རྟག་པ་དང་དོན་དམ་པའི་བདེ་བ་དང་དོན་དམ་པའི་བདག་དང་དོན་དམ་པའི་གཙང་བ་ཞེས་གསུང་བ་ཡིན་ནོ་གསུངས་པ་དེ། འོན་ཀྱང། ཁྱོད་ཀྱིས། འདིར་ཚིག་ལ་བརྟེན་ནས་དོན་ལ་རྒྱབ་ཀྱིས་ཞོག་སྟེ་རྒྱུན་ཆད་མེད་པའི་མི་རྟག་པ་དང་འགྱུར་མེད། བདེན་གྲུབ་ཀྱི་རྟག་པ་གཉིས་གསང་བའི་རྟག་དེར་རྒྱུན་ཆད་ཀྱི་མེད་པའི་རང་རྟགས་ཀྱི་རྟག། མི་རྟག་པ་ལས་ལོག་པའི་རྟག་པ་དངོས་གནས་ཀྱི་རྟེན་འབྲེལ་གྱི་ཡན་གར་བ་ཞིག་སྟེ། དང་ནི་དེ་འགྱུར་མེད་ཟེར་བ་དེ་རྟེན་འབྲེལ་གྱི་བདེན་གྲུབ་ཀྱི་རྟག། གཅིག་བདེན་གྱི་དེ་གི་འདུས་མ་བྱས་གཅིག་བདེན་ལྟ་བུ་དེ་འདྲའི་ཞིག་དེ། སངས་རྒྱས་ཀྱི་མཆོག་མཆོག་ཏུ་གྱུར་བའི་དེ་གི་བཀའ་མཆིད་དང་ནི་དེ་གི་མདོ་མྱང་འདས་ཀྱི་དགོངས་པ་རེད་བསམ་གྱི་འདུག་སྟེ་དེ་མ་རེད་གསུངས་རེད། ད་དེ་གི་སྤྱིར་བཏང་གི་ཀླུ་སྒྲུབ་ཀྱི་དགོངས་པ་དང་འདྲ་བོ་ཞིག་ཟླ་འདིའི་ནང་ནས་དངོས་གནས་ཀྱི་བདེན་གཉིས་ཟུང་འཇུག་གི་དེ་གི་སྟོང་པ་ཉིད། སྣང་སྟོང་ཟུང་འཇུག་གསུང་གི་ཡོད་ནི་ཡིན་ས་རེད་དེ་གི་སངས་རྒྱས་མཐར་ཐུག་གི་མཆོག་དེ་མིན་ན་དངོས་གནས་ཀྱི་ད། དཔེར་ན་ང་ཚོ་སེམས་ཙམ་པ་ལ་རིག་པའི་འཕོ་ཡོང་དུས་དེ་འདྲའི་རེད་གསུང་གི་ཡོད་རེད་ད་གང་ལྟར་ཡང་མཐར་ཐུག་གི་བདེ་གཤེགས་སྙིང་པོ་ལ་སོགས་པ་དེ་ལྟ་བུའི། རྟགས་དང་ཐེར་ཟུག་གི་བདག་ཉིད་ཅན་དེ་དག་གི་ལྟོས་མེད་ཀྱི་རྟག་པ་ཞིག་གིས་ལས་ན། དེ་ན་དཔེར་ན་དབེན་པ་རྒྱང་གི་ནང་ན་འདུས་མ་བྱས་འདུས་མ་བྱས་གཅིག་བདེན་འགོག་པའི་རིག་པ་ཟེར་བ་ལྟ་བུ་དེ་ཚོ་འཇུག་གི་རེད་གསུངས་ནས། དེ་ནས་དེ་འཇང་དགོན་མི་ཕམ་རིན་པོ་ཆེ་གི་ད། དམ་ཆོས་ཐོག་སེར་ལ་སོགས་པ་ནང་ལ་མང་པོ་གསུང་གི་འདུག་བ། ང་ཚོར་ཉང་མི་ཤོག་ཡིན་ན་དེ་འདྲས་གསུང་གི་ཡོད་རེད་དེ་གཞན་པའང་དེ་ནང་བཞིན་གསུང་གི་ཡོད་རེད། དེ་འདྲ་ཡིན་དུས་ཀྱི་གང་ལྟར་ཡང་འདིའི་གི་དེ་མཐའ་དེ་བཀག་པའི་ཆེད་དུ་འདི་དེ་ནས་ད་དེ་རྒྱུན་མཆིད་མེད་པོ་དག་མི་རྟག་པ་དེ་ད་ང་ཚོ་རྟག་པ་ལས་ལོག་པའི་སྐོར་རང་མི་རྟག་པ་ཟེར་བ་དག་དེ་གི་ཡང་འགལ་བ་དང་ནི་དེ་ལྟ་བུ་ཞིག་མ་རེད་བསམ་བར་དེ་ལྟ་བུ་ཞིག་ཡིན་པར་འཁྲུལ་ན་དེ་སངས་རྒྱས་ཀྱི་གསུང་གི་མཐར་ཐུག་སྙིང་བོ་ཡིན་གྱི་ཡོད་མ་རེད་སངས་རྒྱས་གསུང་གི་མཐར་ཐུག་སྙིང་བོ་དེ་གང་རེད་ཟེར་ན་སྟོང་རྟེན་འབྱུང་ཟུང་འཇུག་གི་བདག་ཉིད་རེད་བ་མ་རེད་རྟོག་གི་དེ་གི་རྟག་གི་ཐེར་ཟུག་གི་དེ་གི་ལྟ་བ་ཞིག་མ་རེད་དེ་འདྲ་དེ་ལན་སྟོང་དུ་ལགས་ཀྱང་ཨོ་ཁྱོད་རང་གི་དེ་གི་ལྟ་འདོད་མྱང་འདས་ཀྱི་གོ་དོན་དེ་ཡག་པོ་ཞིག་མ་རྟོགས་བཞིན་དུ་ཚར་སྟོང་ཕྲག་གཅིག་ལགས་ན་དོན་འགྲུས་ཆེན་པོ་ཡོད་མ་རེད་སོང་ཞེས་གསུང་བའི་གཤེན་ཆང་དེ་མ་ཐག་ཏུ། དེ་གི་དུ་རྟོགས་པ་ཀློང་དུ་བསྐྱུར་ཀྱང་སློབ་དཔོན་ལ་མགུར་འདི་ཕུར་ལོ་ཟེར་ད་དེ་ཉིད་དུ། ཐུགས་རྒྱུད་ལ་དངོས་གནས་གི་དེ་གི་གནས་ལུགས་མ་བཅོས་པའི་རྟོགས་པ་ཡང་དག་པ་རྒྱུད་ལ་སྐྱེས་ནས་དེ་ནི་མགུར་སློབ་དཔོན་ལ་ཡར་ར་དེ་གི་ད་རྟོགས་པ་མགུར་ཞེས་བྱ། མི་རྟག་སེམས་གཙོ་འཛིན་པའི་རྒྱུའི་ཐུབ་པའི་རྟག་པ་རང་བཞིན་གསུང་ཐབས་ལ་མཁས་པ་མ་ཤེས་པའི་ཕྱིར་རྡོ་གསེར་དུ་རློམ་པ་ཡིན། རྟགས་ནི་བདག་ལ་སྐྱེད་ཚོར་སོགས་སངས་རྒྱས་རང་བཞིན་མངོན་དུ་གྱུར། དོན་འདི་བླ་མའི་གནང་བ་དང་བདག་གིས་ཐོབ་པ་གཉིས་ཀྱང་མེད་ཟེར་འོ་ད་དེ་རེད། ཐ་མ་དེ་ལས་བ་འོངས་ཏེ་ད་སྔ་སྐྱེད་ཚོར་བྲལ་བའི་སེམས་མགོན་དུ་གྱུར་སོང། སྐྱེད་ཚོར་དང་བྲལ་བའི་སེམས་མགོན་དུ་གྱུར་ཚར་དུས་འདི་ལ་བླ་མའི་གནང་བཞག་པ་དང་ངག་གི་ཐོབ་བཞག་པ་གང་ཡང་མི་འདུག་གསུངས་འདི་ལ་གསར་བཤད་ཅང་མེད་བཞག་པར་བྱ་བ། ཅིག་གིས་ཅུང་ཟད་མེད་སོང་བ་ནང་བཞིན་གྱི་དུས་ཚ་དེ་ལ་ཡར་སླེབས་སོང་སོང་ནས་དེ་རེད་ད་སྔ་ཅི་ཡིན་ན་ཅིག་འདི་ཉང་བསྡུས་ཀྱི་ནང་ན་འོ་འདི་རྟག་པ་ཡིན་འདི་མི་རྟག་པ་ཡིན་ཟེར་བ་དེ་ཁོ་ཐ་སྙད་ཀྱི་ཆུ་དེ་མི་རྟག་པ་དང་དོན་དམ་པ་ལོག་རྩི་རྟག་པ་ཡིན་པའི་དེ་ལྟ་བ་ཞིག་བ་དེ་ཁོ་རང་ས་མཚམས་དཔེ་གསར་བུ་ཅིག་དེ་འདྲ་ཡོད་པ་དེ་རྟག་པ་དེ་ལ་མི་རྟག་པའི་ཐ་སྙད་སྦྱར་མི་རྟག་པའི་ལ་རྟག་པའི་ཐ་སྙད་སྦྱར་ནས་ཡར་མར་དཀྲུག་དཀྲུག་ཞིག་གནང་ནས་དེ་ནས་ཏག་ཏག་བྱས་ནས་ཁོང་ལ་དངོས་དེ་འཕྲོ་བཞག་ད་དེ་འདྲ་ཞིག་རེད་ཕར་ཆེར་དེ་འདྲ་ཅིག་བྱས་ན་འགྲིག་ས་རེད་ཞེས་གསུངས་སོ། དེ་ནས་སློབ་དཔོན་གྱིས་ད་ནི་ཁྱོད་རྟོག་པ་མཐར་ཕྱིན་པར་འདུག་པས་མིང་ཡང་འདུན་པ་མཐར་ཕྱིན་གྱིས་བཏགས་པ་ཡིན་ནོ་ཞེས་གསུངས་ཤིང་ད་སློབ་དཔོན་གྱིས་ད་ཁྱོད་ངོ་ནས་རྟོག་པ་ཡག་པོ་ཆགས་སོང་ཞེས་ད་འདུན་པ་མཐར་ཕྱིན་གྱིས་བཤགས་དང་བྱས་ཏེ་ཐུགས་རྗེ་ཆེ་ཞུས་ནས་དུ་དྲངས་ནས་ཐོན་པ་ཡིན་ནོ་ཟེར་བ་ད་དེ་རེད། དེ་འདྲ་ཡིན་དུས། ད་ཕར་ཕྱིན་དེ་རང། དེ་ནི་མ་ད་དུང་ཅུང་ཟད་འགྲོ་ན་འགྲིག་ས་རེད། གཞོན་ནུ་ཧྲེན་ཧུའེ་རྗེས་སུ་བཟུང་བའི་སྐོར་སུ་ཧྲིན་ཧུའེ་ཟེར་བ་ཞིག་ཡོད་ས་རེད་ད་དེ། ཧྲེན་ཞུའུ་མ་རེད་ཧྲིན་ཧུའེ་ཟེར་བ་ད་ཧྲིན་ཧུའེ་དེ་ག་དྲ་ག་ཆེན་པོ་རེད། ཕར་ཆེར་གྱིས་ནི་རེད་ད་དེ་རེད། དེའང་གཞོན་ནུའི་མིང་ལ་གཞོན་ནུ། མིང་ལ་ཧྲིན་ཧུའེ་ཟེར་བ་དང་རྗེས་སུ་དེ་གི་དག་མདའི་ཡང་གཙོ་བོ་དེ་ཕར་ཆེར་བཏེགས་མདོ་དེ་སུ་འཁྲིག་རྩིབས་ཁྲམ་མཁན་ཟེར་ན་འདྲ་འདྲ་ཀ་བདུད་ནང་མཁན་ཟེར་ན་འདྲ་འདྲ་དེ་གཙོ་བོ་ཧྲིན་ཧུའེ་ཡིན་ས་ཡོད་ད་ཡིན་ན་མིན་ན་ད། གང་ལྟར་རང་ཧྲིན་ཧུའེ་ཟེར་བ་དེ་ནི་ཕ་ཡུལ་ཞང་ཡང་ད་ལྟ་ཧུའུ་པེ་རེད་ལབ་འདུག་དེ་ཡིན་ཟེར་ཡིན་ཞང་ཟེར་དེ་ནི་རུས་བཀའ་འོག་ཡིན་པ་ཞིག་རང་ལོ་བཅུ་གསུམ་གྱི་སྐབས་སུ་དབྱངས་ཁྲིད་འཆི་མེད་ཀྱི་དགོན་པ་ནས་སློབ་དཔོན་ཆེན་པོ་ཁོའི་ནང་འབྱར་དུ་ཡོང་བ་ལས་དེ་ནི། དེ། སློབ་དཔོན་གྱི་དགེ་བའི་བཤེས་གཉེན་ཁྱེད་ས་ཐག་རིང་བོ་ནས་ཡོང་བའི་འུར་རེ་རྒྱར། སེམས་ཀྱི་ངོ་བོ་ད་དུང་མ་རྟོགས་པ་ལགས་སམ། གལ་ཏེ་རྟོགས་དེ་མཆིས་ན་དེ་ནི་བདག་པོའི་ངོ་ཤེས་པ་ཡིན་པས་ཁྱོད་ཀྱིས་ང་ལ་ཅིག་ཤོད་དང་ཨང་ཞེས་གསུངས་སོ་ཅེས་དེ་ནས་འོ་དེ་སློབ་དཔོན་གྱིས་ཁོ་ལ་དགེ་བའི་བཤེས་གཉེན་གསུང་གི་རེད་ད་དཔེར་ན་ཇོ་བོ་རྗེ་གི་ཡང་སློབ་མ་བསུ་ཡང་ན་སྟོན་པ་ཟེར་བ་ལྟ་བུ་དང་སྔོན་གྱི་བཀའ་གདམས་པ་རྣམས་ཀྱི་དེ་འབྲེལ་གྱི་གུས་ཞབས་གནང་གི་རེད་བ། ཁྱེད་ས་ཐག་རིང་བོ་ནས་ད་བཀའ་ལན་མང་པོ་མྱོང་དེ་ནི་ཁྱེད་རང་གི་ད་དུང་གཅིག་སེམས་ཀྱི་ངོ་བོ་མ་རྟོགས་ནས་ཡོང་ཨེ་རེད་ཟེར་དུ་རྟོགས་ཡོད་ན། ད་ཁྱེད་རང་གི་བདག་པོ་དངོས་གཞིའི་ཁྲིད་ནི་ཁྱེད་རང་གི་མ་པང་དུ་སྤུ་འཇུག་པ་ལྟ་བུའི་གདམ་ག་ཟེར་ནས་སྙིང་མ་སངས་དུས་ཚོད་ནང་མང་པོ་ཞིག་བལྟས་ཡོད་བ་དེ་འདྲ་བོ་རེད་དེ་གི་མ་པང་དུ་སྤུ་འཇུག་པ་ལྟ་བུ་ཟེར་བ་དེ་ཆགས་པ་རེད་ད་ཁྱོད་རང་གི་བདག་པོ་འདོད་ན་ཅིག་བདག་པོ་རང་ཁྱིམ་དུ་སླེབས་པ་ལྟ་བུ་རེད་ཟེར་དེ་ཁྱོད་རང་གི་ཚུར་ང་ཅིག་ཤོད་ད་དེང་སང་གང་ལྟར་ན་ད་ཁྱོད་རང་གི་ད་ལྟ་གི་གནས་ཚུལ་ག་རེ་ཡིན་པ་དེ་ང་ལ་ཅིག་གསུང་ཤོག་གསུང་ཡོད་ས་རེད་དེ་ནས་ཧྲིན་ཧུའེ་ན་རེ་གང་ལ་ཡང་མི་གནས་པའི་རྩ་བ་ཅན་གྱི་མཐོང་བ་ནི་བདག་པོ་མཐོང་བའོ་ཟེར་བ་ལ་དེ་ནས། ད་ལྟའི་རྐང་ལྷའམ་མི་ནུས་པའི་རྩ་བ་ཅན་ཟེར། ད་གང་ལྟར་ཡང་འདིའི་རྩ་བ་མི་ནུས་པའི་རྩ་བ་ཅན་ཟེར་བ་དེ། ཚིག་དཔེ་མི་བཟོད་པའི་ཐབས་ནི་ཡག་པོ་ཞིག་པའི་ཆོས་དང་རེད། རྩ་བ་ཅན་ཟེར་བ་དེ། སྣང་བ་འདི་དག་ཐམས་ཅད་ད། དེ། ཡོད་རེད། ཡིན། སྐྲ་མ་སྙོམས་དྲི་མ་བཤིག་པར་ཡོད་ཆོག་གི་ཡོད་རེད་སྐྲ་ལམ་མེར་ཡོད་རེད་དེ། ཡིན་ནའང་འདི་གཞི་མེད་རྩ་འདྲིར་ཡིན་པའི་བདག་ཉིད་ཀྱིས་མི་ནུས་པའི་རྩ་བ་ཅན་གསུངས། དེའི་སྟེང་གི་ད། དེ་མཐོང་བ་ཡིན་ན་དེ་བདག་པོ་མཐོང་བ་ཟེར་ན་འདྲ་རང་ཁྱིམ་དུ་སླེབས་པ་ཟེར་ན་འདྲ་འདྲ་འོ་དེ་གི་དེ་ཕར་དེ་ཡིན་ཟེར་སླར་བསྡུ་བ་ཟེར་འདུག་ང་ཚོ་སླར་བསྡུ་བ་ཟེར་སྔར་གྱི་ས་ལ་ཕྱིར་ལོག་པ་དེ་སླར་བསྡུ་བ་རེད་དེ་འདྲ་བོ་ཟེར་བ་ལ་སློབ་དཔོན་གྱིས་དགེ་ཚུལ་འདིའི་བབ་ཅོལ་དུ་གཞན་སུ་བརྗོད་བྱེད་དུ་ཡོད་དམ་གསུངས་ཡོད་ཁྱོད་རང་གི་ད་ལྟ་ག་བ་ཙམ་ཁ་ནས་རྐང་པ་བབ་བྱས་ནས་སྐུ་ལུ་ཐུག་ལུ་བྱས་ནས་ནེ་ཚོགས་ཀྱི་འདོམས་པ་ནང་བཞིན་དེ་འདྲའི་གནང་གི་ཡོད་བས་བྱེད་ཀྱི་ཡོད་བས་ཟེར་ནས་དེ་ནས་མར་བཀའ་གནང་ཡོད་ལོ་ཧྲིན་ཧྲིན་ཧུའེ་ཡིས་སླར་ཡང་སློབ་དཔོན་ལ་འོ་ན་བཙུན་པ་མཆོག་སྒོམ་ལ་འཇུག་རྒྱུའི་སྐབས་སུ་མཐོང་བ་འདུག་གམ་མི་འདུག་ཞེས་དྲིས་སོ། དེ་ནས་ད་རྩོམ་པ་པོ་ནི་ཁྱེད་རང་སྒོམ་བཞུགས་པའི་སྐབས་སུ་ཡང་རིག་མཐོང་མི་མཐོང་ཟེར་བའི་དེ་འདྲའི་གཅིག་དེ་ལྟ་བུའི་གཉིས་འཛིན་དང་གཉིས་སྣང་གི་རྟོག་པ་ཞིག་ཨི་འདུག། དེ་དྲིས། ཞེས་དྲིས་སོ། དེ་ནས་སློབ་དཔོན་གྱིས་ཤ་མཁར་གྱི་ས་བླ་མཚམས་བསྣུན་ནས། དེ་ནས་ངས་འདི་ལྟར་ཁྱོད་ལ་བསྣུན་ན་ཁྱོད་རང་ན་གམ་མི་ན་ཞེས་འདྲའོ་ཞེས་གསུངས་པས། ད་དེ་རེད་དེ་འདྲའི་དུས་ཀྱི་ད་ལྟའི་ལས་ཁང་གཉིས་ཀ་ཕ་རོལ་པོ་ལ་ཉམས་སད་བྱེད་ཀྱི་ཡོད་རེད་དེ་འདྲའི་ད་ངས་ཁྱོད་རང་ལ་དེ་གི་ཆང་ཁར་དེ་ཆང་ཁར་ཟེར་ན་ང་ཚོས་ལག་རྟེན་ལབ་ཀྱི་རེད་བ་ཕ་ཡིན་དེ་ལྟ་བུའི་ལག་རྟེན་དེ་གི་དེ་གི་ཅིང་ཁྱོད་རང་ལ་ཅིང་བསྣུན་ན་ཁྱོད་རང་ནག་གི་རེད་བས་ཟེར་ད་ནམ་རྒྱུན་ང་ཚོ་གི་ཁ་ནས་སྤྱིར་བཏང་གི་ངེས་ཤེས་རྣལ་མ་མེད་པ་ཡིན་ན་སྟོང་པ་ཉིད་རེད་སྟོང་པ་རེད་ཟེར་ནས་སྟོང་པ་བཤང་གཅི་གི་དེ་གི་དེ་སྟོང་པ། ཁ་བཏགས་ཀྱི་ལྟ་སྟོབས་དེ་འདྲའི་སྐམ་པོ་གཏོང་པ་ཡིན་ན་དེ་ནི་ཡོད་མ་རེད་ཟེར་ནས་སྒེར་སྡིག་དེ་ག་ཏུང་བ་ཤང་གཅིག་རྒྱུ་འབྲས་བསྐུར་བ་དང་ཕྱག་འཁྱེར་ཡ་མ་ཟུང་གི་ཤེར་དངུལ་འདྲེན་ཟེར་བ་ཞིག་འདི་གི་དབུས་ནང་གི་སློབ་མ་ད་སློབ་དཔོན་ཡོངས་རྒྱ་ཆེན་སློབ་དཔོན་ཆེན་པོ་ཡོངས་རྒྱ་གི་མགོ་སྐེ་ནང་ན་ཚིག་དེ་འདྲའི་ཞིག་འདུག་དེ་ངའི་ཉན་ཤེར་བསྒྱུར་ཡོད་རེད་དེ་དེབ་ཡང་བཟོ་ཚར་རེད་ད་ཨོ་དེ་འདྲ་བོ་ཡིན་དུས་དེའི་ནང་ལ་ཚིག་དེ་འདྲ་ཡོད་རེད་དགོས་ཏེ། མདོ་ལྟ་བུ། དེ་ལྟ་བུ་ཡིན་དུས་དེ་དེ་བོད་མི་སིལ་བུ་དག་སྐྱེ་བོ་དམ་པ་རྣམས་ཀྱིས་དེ་ལྟ་བ་ཡང་དག་པ་ཞིག་ལ་ངོས་འཛིན་གནང་གི་ཡོད་མ་རེད་དེ་དངོས་གནས་ཚུར་ཡང་རེད་དོ་ཡོད་རེད་དེ་འདྲ་ཡིན་དུས་ད་ཁྱོད་རང་ཨ་ནག་གི་ལབ་དུས་དེ་དེ་ལ་ཧྲིན་ཧུའི་གི་ལན་ཡག་པོ་ཞེ་བོ་ཞིག་གནང་ཡག་བསམ་གི་འདུག་ངས་དེ་ནི་ན་ཡང་ན་ལ་ན་ཡང་མི་ན་ཧོབ་རྫི་རེད་ད་དེ་རེད། ད་དེ་རེད་ད་དེ་ང་ནག་ནག་གི་ནི་ནག་མི་ནག་གི་ལབ་རེད་ད་དེ་དངོས་གནས་གི་ལྐུགས་པའི་བུ་རམ་གསུས་པ་འདྲ་མི་ནག་གི་ལབ་ན་ནག་གི་ཡོད་རེད་གང་རེད་ཟེར་ན་གོན་ཚོད་གོན་སྣང་བའི་ངང་ཚེར་འགག་པོ་འོ་མ་པ་སུ་ཡང་མེད་སྣང་ཙམ་བདེན་གྲུབ་ཏུ་འདོད་པོ་འོ་མ་པ་སུ་ཡང་མེད་ཟེར་བ་ཅིག་དེ་ནི་འཇུ་འཇམ་མགོན་མ་ཕུང་གི་གསུང་གི་ནང་ན་ཡོད་པ་དེ་འདྲ་བོ་ཅིག་ཡིན་འདུག་ནག་ཡང་ནག་ཟེར་བ་འདི་ད་གོན་ཚོད་གོན་དངོས་གནས་ན་དེ་ཅིག་སྨྱོན་མེད་ལྷུ་མེད་དུ་ཡོད་པའི་སྣང་བ་ཅིག་ཡིན་གི་ཡོད་རེད་ཡིན་ནའང་ཞིས་ལ་ཙག་གི་བསམ་བློ་བཏང་བ་ཡིན་ན་རང་ངོ་བོ་ནི་བདུད་ཙམ་ཡང་མ་འདྲེས་པ་ཡིན་གི་ཡོད་རེད་ནག་ནག་གི་ཡོད་མ་རེད། ཁྱད་པར་དུ་སེམས་ཀྱི་རྟོག་པ་དངོས་ནི་ནག་ཡོད་མ་རེད་ལ་ཡིན་ནའང་དེ་གི་དེ་སྣང་བའི་དངོས་ནི་ད་ནག་ཡོད་རེད་དེ་འདྲ་ཡིན་དུས་དགེ་འདུན་ཆེན་པོ་རིགས་ཡང་མིག་གིས་མེད་པར་ཐག་ཆོད་ཀྱང་མིག་གིས་ཡོད་པར་མཐོང་ཡོད་ཚེ་འདི་ནི་ཤ་སར་མཁན་པོ་མ་ལྷབ་ཀྱང་སྒྱིད་མོའི་ལོ་ལས་གཞན་ཅི་འབྱུང་ཟེར་བ་ནང་བཞིན་གྱི་དེ་ནི་ན་ཡང་ན་ལ་ནའང་མི་ནའོ་ཟེར་བ་དེ་དེ་ངས་བཀའ་མོལ་དེ་དཔེ་ཡག་པོ་ཞིག་གསུང་གི་ཡོད་ས་རེད་བསམ་འདུག་དེ་དེ་ལ་ཕར་ཆེར་ཅིག་ཤེས་ན་སློབ་དཔོན་ཡང་ཐུགས་ཉིད་རེད། གང་ཟེར་ན་ཧྲེང་ཤུས་ཧྲེང་ཧུའེ་གིས་ད་ག་རེ་གསུངས་རེད་ག་རེ་ཞུས་རེད་ཟེར་ན་ང་ན་ཡང་ན་ལ་ན་ཡང་མི་ནའོ་ཟེར། ད་དེར་མི་ན་གི་ལབ་ན་ན་རེད་ན་གི་ལབ་ན་མི་ན་གི་ལབ་སློབ་དཔོན་གྱིས་ངས་ཀྱང་མཐོང་ཡང་མཐོང་ལ་མཐོང་ཡང་མ་མཐོང་ངོ་ཞེས་ལན་གནང་ངོ་ཟེར་ཏེ་འོ་ད་ང་ཡང་དེ་ནང་བཞིན་རེ་ཞུ་མཐོང་མཐོང་གི་འདུག་མཐོང་མི་མཐོང་གི་ཅི་རེད་དེ་ཁོང་གཉིས་ཀ་ཁྱབ་འདྲིག་འདྲ་བོ་ཞིག་ཡག་པོ་ཞེ་བོ་ཞིག་གནང་ཡར། ཡང་ཧྲེང་ཧུའེ་ཡིས་ཅི་ཞིག་ལ་མཐོང་ཡང་མཐོང་ལ་མཐོང་ཡང་མ་མཐོང་བ་ཟེར་ཞེས་པའི་སློབ་དཔོན་གྱིས། ད་གཏན་ལ་ཡང་ལན་གེ་མཛད་ཅིག་གནང་རེ་ད་ཡིན་ན་ད་རྩ་བའི་གནང་སྐལ་དེ་ག་རང་རེད་ཀྱང་གང་གི་དེ་ཤེས་ཀྱི་ལྷག་དབང་གྱིས་ངས་ནི་ཏག་ཏག་རང་ཉིད་ཀྱི་སྐྱོན་མཐོང་བ་ལས་གཞན་གྱི་སྐྱོན་ལ་མི་རྟོག་པས་ན་མཐོང་ཡང་མཐོང་ལ་མཐོང་ཡང་མ་མཐོང་བ་ཡིན་ནོ་ཟེར་ངེས་གང་དུ་ཤེས་ཡིན་པ་མཚམས་མཚམས་མ་འདས་ཀྱི་སྐབས་མར་ཁ་ཤས་གནང་སྟངས་དེ་ནི་ཕག་རྩལ་གྱི་གོང་གི་མར་པས་གཏམ་ཚིག་གི་ཐོག་ནས་ཀྱང་རྒྱ་ཆེན་པོ་གསུང་གི་ཡོད་པ་དེ་ཡང་ཧོབ་སྟེ་ཅིག་ད་དེ་འདྲའི་ཞིག་གི་ཐོག་ལ་མར་བབས་ནས་སོང་བཞག་དུས་དེ་གཉིས་དེ་གཉིས་བར་ལ་ཐུད་རྒྱ་བས་དེ་ལ་རྐང་གི་འདྲ་བོ་ཚང་ཚང་མ་ཡོང་གི་འདུག་ད་གང་ལྟར་ཡང་ངས་ནི་ཏག་ཏག་རང་ཉིད་ཀྱི་སྐྱོན་མཐོང་བའི་ཤ་ན་མཐོང་ཡིན། འོ་དེ་གི་དེ་དེ་འདྲའི་རེད་སོང་རེད་དེ་ནི། གཞན་གྱི་སྐྱོན་མི་རྟོགས་གཞན་གྱི་སྐྱོན་ལ་མི་རྟོགས་པས་ན་མི་མཐོང་བ་ཡིན། དེ་ལྟས་ཡང་ད་ལྟའི་གོ་དོན་གྱི་ཆ་ཤས་གཅིག་ཡང་ཆོག་གི་ཡོད་རེད་ད་ཡིན་ནའང། མདོར་ན་དེ་གི་མི་མཐོང་བའི་མཐོང་བ་ཆེན་པོ་ཟེར་བ་ཞིག་ཡོད། དཔེར་ན། ང་ཚོ། ཀུན་མཁྱེན་ཆོས་ཀྱི་རྒྱལ་པོ་ཀློང་ཆེན་རབ་བྱུང་གི་གསུང་གི་ནང་ལ་གཤིས་ལ་གཞར་ན་གང་ཡང་མ་གྲུབ་ལྟར། ཅེས་གསུང་བ་དེ་གཤིས་ལ་གཞར་ན་གང་ཡང་མ་གྲུབ་པ་ཟེར་བ་དེ་རེད་འོ་དེ་ལྟར་འོ་ན་ཁྱོད་ཀྱིས་ང་ན་ཡང་ན་ལ། ང་ན་ཡང་ན་ལ་ན་ཡང་མི་ན་ཟེར་བའི་དོན་གང་ཡིན་གལ་ཏེ་ཁྱོད་རང་ལ་བདག་པར་ཤེས་ཀྱང་མི་ན་ནའང་ད་ལྟའི་མར་སོང་རེད་འདུག་ཤིང་དང་རྡོ་ལ་སོགས་པ་དང་གཅིག་ཏུ་འགྱུར་ལ། གལ་ཏེ་རྣ་བ་ཡོད་ན་ནི་ཐ་མར་པ་དང་ཁྱད་མེད་པའི་འཁོར་འདི་འཛིན་པའི་སེམས་ཀྱང་སྐྱེ་བར་འགྱུར་ཏེ་ལུས་ཡིན། དེ་ལ་དེ་དམིགས་པའི་གང་ཟུང་བདུད་ཀྱིས་ནི་སྤྱོད་ཡུལ་ཡིན་ཞེས་མདོ་ལས་གསུངས། གསུང་བ་ནང་བཞིན་ཡིན་འདུག་སྟེ། ཐ་མར་པ་དང་ཁྱད་མེད་པའི་དེ་ལ་ཞེན་ཆགས་ཡོད་དུས་ད། སྭ་ར་ཧ་བ་ཀ་ཡང་ཏིལ་གྱིས་ཤིང་པ་ཙམ་གྱིས་ཟུག་ངེས་ཤུན་པ་ཙམ་གྱིས་ཟུག་ངེས་ཀྱང་ནམ་ཡང་སྡུག་བསྔལ་འབའ་ཞིག་སྐྱེད་པར་སོ་གསུང་བ་དེར་བ་དེ་ཁྱོད་ཀྱིས་གོང་དུ་བཤད་པ་མཐོང་བ་དང་མི་མཐོང་བ་ནི་ད་གང་ལྟར་ཡང་དེ་རེད། ཁྱོད་ཀྱིས་གོང་དུ་བཤད་པའི་མཐོང་བ་དང་མི་མཐོང་བ་འདི་མཐའ་གཉིས་ཡིན་ལ་རྣ་བ་དང་མ་རྣ་བ་ནི་སྐྱེ་འགག་ཡིན་པས། ཁྱོད་ཀྱིས་རང་གི་གནས་ལུགས་མ་རྟོགས་བཞིན་དུ་གཞན་ལ་ལབ་ཅོལ་དུ་དེ་གའི་དེ། བབ་ཅོལ་དུ། ཅོལ་འདྲི་བར་ཕོད་པ་སྙིང་ཁམས་རེ་ཆེ་ཞེས་གསུངས་བ་ད་ཁོང་བཀའ་བཀྱོན་གནང་བཞག་རེད་དེ་ཡིན་ནའང་དངོས་གནས་ཀྱི་རྟོགས་པ་མེད་པའི་རྒྱུ་མཚན་ངེས་ཅན་ཡིན་ནའི་ཁྱབ་པ་ཡོད་མ་རེད་དེ་གང་ལྟར་ཡང་དེ་འདྲས་རེད་སོང། ཧྲིན་ཧུའེ་ཧྲིན་ཧུའེ་ཡིས་སློབ་དཔོན་ལ་ཤག་འཚར་ཤིང་བཟོ་བཟོ་ཞེས་སོ། ད་ལྟའི་སློབ་མར་བ་ད་ལྟའི་རང་བཞིན་གྱི་དེ་ལྟ་བུ་ཤོད་ཀྱི་རེད། ཡང་སློབ་དཔོན་གྱིས་ཚེ་གར་དེ་ཁྱོད་རང་སེམས་རྨོངས་པས་མ་མཐོང་ན་དགེ་བའི་བཤེས་གཉེན་ལ་གསོལ་བ་བཏབ་ནས་ལམ་ཚོལ་གསུངས། ད་འདིའི་གི་ཚིག་དེ་དཔེར་ན་བདག་མོ་སློབ་དཔོན་ཆེན་པོ་བདག་མོ་གི་ཡང་རྨོངས་པའི། དུས་ན་ད་དགེ་བའི་བཤེས་གཉེན་བསྟེན་དགོས་པའི་ཚོར་དེ་དཔེ་རྒྱ་ཆེན་པོ་གསུངས་གི་འདུག་ཁོང་ཚོ་དགེ་བའི་བཤེས་གཉེན་དགོས་པ་གདམས་པ་དགོས་པ་བརྒྱུད་པ་དགོས་པ་འདི་ཚོ་སྤྱིར་བཏང་གི་འདིའི་ལམ་འདི་ཡང་ང་ཚོ་དག་ལྟ་བུ་ཀྱི་གསང་སྔགས་འདི་ཚོགས་པའི་བརྒྱུད་པ་དང་བླ་མ་རྩ་ཆེན་པོ་རྩ་བ་ནང་གི་ཁོང་སོགས་ཡང་གསུངས་ཀྱི་ཡོད་རེད། གལ་ཏེ་ཁྱོད་ཀྱིས་སེམས་རྟོགས་ན་ནི་དེ་ཁག་རང་གི་རང་གིས་རང་གིས་མཐོང་བ་ཡིན་པས་ཆོས་དང་དུ་མི་མཉམ་ལེན་གྱིས་ཅེས་ད་མདོར་དང་སེམས་ཀྱི་ངོ་བོ་དུ་མཐོང་སོང་བ་ཡིན་ན། དེ་ལྟའི་རང་གིས་མཐོང་བ་སེ་རེད་ཟེར་གི་རེད་ད་ཡིན་ནི་རེད་གང་ལྟར་མཐོང་བ་ཡོད་ལ་མཐོང་བ་མེད་ལབ་ལབ་ལབ་ནའང་དག་ཉིད་དུ་མདོར་ན་ལམ་ཉམས་ལེན་གྱི་ངོ་ནི་བསམ་བློ་དང་ནི་མཐོང་བ་ཡོད་རེད། དེ་རེད་དེ་དེ་གི་དེའི་ངོ། དེ་གི་ངོ་བོ་གི་ངོ་ནི་གང་མཐོང་བའི་གོ་གནས་ལུགས་རང་གི་ངོ་ནི་མཐོང་མི་མཐོང་གི་བརྡ་མཐའ་ལས་འདི་གོ་གི་ཡོད་རེད་བ་དེ་རེད། གཞན་དུ་ཁྱོད་ཉིད་རང་ལ་རྨོངས་ནས་རང་སེམས་མ་མཐོང་གི་ཞིང་འདི་ལྟ་སྟངས་འདིར་ངས་མཐོང་ངམ་མ་མཐོང་ཞེས་དྲིས་ཀྱང་ངས་མཐོང་བ་ནི་ང་རང་ཉིད་ཀྱིས་ཤེས་པ་ཡིན་པས་དེའི་ཁྱོད་ཀྱིས་རྨོངས་ཁྲོལ་གྱི་ཚབ་ག་ལ་བྱེད་ཟེར་ད་དེར་ཁྱེད་རང་ང་ལ་དྲིས་ཀྱང་གང་ལྟར་ཨང་དེ་སོ་སོ་རང་རིགས་ཀྱི་ཞིག་བཅོ་ཡུར་བ་ཟེར་བ་ནང་བཞིན་ཅིག་སོ་སོ་རང་གི་ཞིག་རྟོགས་པ་ཞིག་རེད་མ་གཏོགས་དེ་གི་དེ་ཁྱོད་གཞན་ལ་ཅང་གང་ཡང་ང་ལ་ག་ལྟེ་མཐོང་ན་འདྲ་མ་མཐོང་ན་འདྲ་ག་འདྲེ་འདྲེ་ཞིག་བརྒྱབ་ན་ཁྱེད་རང་གི་ཁྲོལ་བ་གི་ཚབ་བྱེད་འགྲོ་གི་མ་རེད་ཟེར་ངས་རྟོགས་པ་གི་ཁྱོད་རྟོགས་པ་མེད་པ་དེ་ཡོད་པ་ཆགས་ནས་ད་དེ་ལྟ་བུ་ཡོང་གི་མ་རེད་གསུངས་རེད་དེ་བཞིན་དུ་ཁྱོད་ཀྱིས་རང་བཞིན་མཐོང་ཡིས་ཀྱང་ངའི་རྨོངས་ཁྲོལ་གྱི་ཚབ་མི་བྱེད་པ་ཡིན་ན། གལ་ཏེ་དངོས་ནི་བདེན་པ་རེད། ཅིའི་ཕྱིར། ཁྱོད་རང་ཉིད་མ་མཐོང་བཞིན་དུ་ང་ལ་མཐོང་ངོ་མ་མཐོང་བཞིན་འདྲི་བ་ཡིན་སྲིད་ད་ལྟའི་སྐབས་མར་སྣང་སྟངས་དེ་ཁོང་ཉིད་ཀྱོག་ཀྱོག་འདྲ་བོ་ཅིག་ལ་མ་གཏོགས་དེང་གི་བཀའ་བཀྱོན་གྱི་ཚུལ་དུ་གསུང་གི་ཡོད་རེད་མ་གཏོགས་ཡིན་ཡང་ད་ག་རང་རེད་ཁྱོད་རང་ང་ལ་མཐོང་མ་མཐོང་སུས་དྲི་ཅི་ཡོད་མ་རེད། ཁྱོད་སོ་སོ་སོ་སོ་གི་སེམས་ལ་དྲི། ཁྱོད་རང་གི་སེམས་ལ་དྲི་ནས་ཁྱོད་རང་གི་གནས་ལུགས་དེ་རང་བཞིན་མཐོང་ན་དེ་ལ་དེ་དེའི་ནང་ནས་ཉམས་ལེན་གྱིས་མ་མཐོང་ན་ནི་མི་བྱམས་པ་གི་མཐོང་ནས་ཁ་ཤས་ར་གདངས་ནས་མི་གཞན་ལ་འགྲམ་གྱི་གདངས་ནའང་གང་ཡང་ཕན་ཐོགས་མ་རེད་གསུངས་རེད་དེ་སྟེར་བ་ངས་ནི་ཁྱོད་ལ་ཐར་པའི་ཐབས་བསྟན་གྱིས་ཐར་པ་རང་ལ་རག་ལས་ཤེས་པར་གྱིས་གསང་བ་ནང་བཞིན་འདྲ་བོ་གསུངས་བཞག་ཁྱོད་རང་ཉིད་ཀྱི་རང་ངོ་མ་མཐོང་གིན་འདི་ད་དུང་ང་ལ་མཐོང་མ་མཐོང་ཞེས་དྲི་དོན་ཅི་ཡིན་ཟེར། ཧྲིན་ཧུའེ་ཡིས་སླར་ཡང་སློབ་དཔོན་ལ་ཤག་རྒྱབ་ཕྲག་ལ་བཙལ་ནས་བཀའ་དྲིན་ཆེ་ཞུས་ཀྱང་ད་གཉིས་པ་བཤགས་ཏེ་སློབ་དཔོན་གྱི་ཞབས་ཏོག་བྱས་ནས་འབྲལ་མེད་དུ་བསྙེན་པ་ཡིན་ནོ་གསུངས། དེ་རེད་དེ་ནི། དེའི་སང་ཞག་དེ་ནི། ཡང་ཉི་མ་གཅིག་ལ་སློབ་དཔོན་གྱིས་འདི་ཚོགས་སུ་ང་ལ་མགོ་དང་མཇུག་མེད་པ་ད་ལྟའི་མཐར་ཉིད་དེ་ཚོ་འགྲིག་གི་ཡོད་མོད་མི་ཤེས། ཅེས་མགོ་དང་མཇུག་མགོ་མཇུག་མེད་པ་ཞེས་འདྲ་བོ་རེད་རྒྱ་ཡིག་ལ་ད་ག་རང་ཡོད་རེད་མགོ་དང་མཇུག་མེད་པ་མང་དང་ཡི་གེ་མེད་པ་སྔོན་དང་སྐྱབས་མེད་པའི་དངོས་པོ་ཞིག་ཡོད་ཁྱེད་ཅག་རྣམས་ཀྱིས་སུ་ཞིག་གིས་དེ་ཤེས་ཀྱི་ཡོད་དམ་ཞེས་གསུངས། ད་དེ་འདྲིས་ཀྱི་སློབ་དཔོན་གྱིས་ཉི་མ་གཅིག་ལ་སོང་རེད་ཟེར། ད་འདི་དོར་བའི་ཚུལ་དུ་བསྡུས་ཡག་པ་ཡིན་འདུག་སྟེ་དེ་འདྲིས་ཧྲིན་ཧུའེ་ཡར་བླངས་ནས་གནས་པ་དེ་ནི་སངས་རྒྱས་ཐམས་ཅད་ཀྱི་གཉུག་མའི་འབྱུང་གནས་ཏེ་ཧྲིན་ཧུའེ་བདག་གི་སངས་རྒྱས་ཀྱི་རང་བཞིན་མ་ཡིན་ནོ་ཞེས་སོ། དེ་ནས་ད་ལྟ་དེ་ཁོ་ཡར་བླངས་ནས་འོ་ད་དེ་སངས་རྒྱས་ཐམས་ཅད་ཀྱི་གཉུག་མའི་འབྱུང་གནས་ཀྱི་དག་ད་ད་གི་སངས་རྒྱས་ཀྱི་རང་བཞིན་ངའི་སྙིང་ལ་གནས་པ་དེ་རེད་ལབ་རེད་དེ་དེ་ལ་སློབ་དཔོན་གྱིས་ངས་ཁྱོད་ལ་མིག་མདངས་བཀྲ་ལ་ཡི་གེ་མེད་པ་ཞིག་གནས་པ་མ་ཡིན་ནམ་ད་དུང་ཁྱོད་ཀྱིས་ངས་ཁྱོད་ལ་ནི་མིག་མདངས་བཀྲ་བ་ཡི་གེ་མེད་པ་ཟེར་ང་ཚོས་བཤད་མ་རེད་བས་ཟེར་ཁྱོད་ཀྱིས་སྨྱུག་མིང་སྦྱོང་ནས་དེང་སང་ཁྱོད་ཀྱི་རང་བཞིན་དུ་དཀྲོགས་པ་ལ་བལྟས་ན་ཁྱོད་རང་ལྗགས་མི་བསྐྱུར་བ་ཞིག་མགོ་ལ་ཕུབ་ནས་འདུག་པ་མཐའ་སྟེ། མ་གཞི་ཡང་ཚིག་ལ་མཁས་པའི་རྒྱུད་འཛིན་པ་ཙམ་ཞིག་ནི་ཡོང་ས་རེད་ཨང་ཞེས་བཀའ་བཀྱོན་པར་མཛད་དོ་ཟེར་ད་དེ་རེད། མདོར་ན་ཁོང་གིས་མར་བཀའ་བཀྱོན་གནང་རེ་གནང་ཁོང་གིས་དེ་སྐུ་ཚེ་གང་ལ་འདྲར་མི་དེ་བལྟས་ནས་ཁོང་ལ་ད་ཁྱོད་རང་གི་རང་སྨྱུག་མིང་རང་བཞིན་ཟེར་བ་དེ་ཅིག། སྣ་གསུམ་བརྗོད་པའི་ཡུལ་འདི་འདི་པ་ཡིན་གྱི་ཡོད་རེད་དེ་ཨོ་ངའི་སེམས་ཀྱི་རང་བཞིན་རེད་ཟེར་བ་དེ་ཡང་ཁ་ཤས་དེ་ཚིག་ལ་འཁྲིས་ཡིག་ནི་དེ་ནི་ཡང་ཚིག་གི་མཐའ་ལ་བྷ་ར་ཏི་ག་དེ་འཁྱམས་ནས་མིང་གི་གཞི་ལ་འཇུག་པའི་སྡུད་ལུས་ཟེར་བ་ནང་བཞིན་ཆགས་ཡོང་གི་ཡོད་དེ་ད་དེ་ལ་དགོངས་ནས་ཡང་དེའི་མཐའ་ལ་མི་ལྷུང་བའི་ཆེད་དང་འདི་སྨྲ་དང། ཚིག་སྒྲིལ་ངག་གི་ལམ་གྱིས་མི་མཚོན་པ་ལབ་བཞག་རེད་བ། དེ་འདྲ་ཡིན་དུས་ད་གང་ལྟར་ཡང་ཁྱོད་རང་བྷ། ཁྱོད་རང་གིས་ག་རེ་བྱས་ནས་དེ་འདྲས་གསུངས་གི་ཡོད་གསུངས་རེད་ཡིན་ནའང་ངས་བསམ་བློ་བཏང་བ་ཡིན་ན་འདིའི་སྐབས་སུ་གཅིག་བཀའ་བཀྱོན་གྱི་ཟོལ་གྱིས་དེ་ནི་གང་ལྟར་ཡང་འདིའི་སྐབས་ཀྱི་ཁོང་དྲི་བ་དྲི་མཁས་པ་ལ། སྤོབས་པ་ཆེན་པོ་ལ་འདོན་པ་ལ་ཡང་གུས་པ་དཔེར་ན་ང་ཚོ་རབ་འབྱོར་ལྟ་བུ་དང་ཀུན་དགའ་བོ་དང་བཞི་རེད་འདུག་དེ་འདྲ་ཡིན་དང་ད་ཁྱེད་རང་ཅག་ཡོང་ས་མ་རེད་སོང་ནས་ང་རྒྱལ་བཅོམ་ཡག་གི་བྱེད་དུ་ཁྱེད་རང་ཅིག་ཅིག་ས་ཆ་ཁུག་ཀྱོག་ཞིག་ནས་ཅིག་ཁང་པ་མཚམས་ཁང་འཇག་མ་གི་སྐྱོ་ལོ་འདྲ་བོ་ས་ཁང་ཆུང་ཆུང་ཅིག་གླས་ནས་དེའི་ནང་ནས་མར་སྒུར་བསྡད་ན་ཡག་ས་རེད་མ་གཏོགས་ཁྱོད་ཤ་ཁྲག་བྱུང་ས་མ་རེད་ལབ་རེད་དེ་ཅིག་བྱས་ན་མ་གཞི་ཅིག་ཚིག་གི་རྒྱུ་བ་འཛིན་མཁན་ད་ཅིག་མཁས་པ་འདྲ་བོ་ཁ་བདེ་བོ་ཅིག་ཡོང་ས་རེད་སོང་རེད་དེའི་རྗེས་ནས་བཀའ་བཀྱོན་བྱེད་ཀྱི་ནང་ནས་བཞག་བཞག་རེད་ད་ལྟའི་རེ་བལྟས་ན། གཙོ་བོ་དེ་བླ་སློབ་ཀྱི་བར་གྱི་ནམ་རྒྱུན་གྱི་བཀའ་མོལ་གནང་སྟངས་ཟེར་བ་དེ། སློབ་དཔོན་སྐུ་གཤེགས་པོ་རྗེ་བཙུན་མཁན་པོ་ཧྲིན་ཧུའེ་ཀོང་རྒྱལ་སར་བློ་ཡང་དུ་བཞུགས་རེད་ཟེར་རྒྱ་ནག་གི་དབྱར་ས། ཚའོ་ཤིས་ཀྱིས་གཅིག་ཕྱིར་བའི་གདམས་པ་ཁྱབ་པར་རྒྱ་ཆེན་པོ་གནང་བ་དང་དེ་ནས། དཔེ་མི་ཚུལ་བུ་འགྲོ་དོན་འཕྲིན་ལས་རྒྱ་ཆེན་པོ་བྱུང་ཁུངས་ཀྱི་སློབ་མ་ཅིག་ཆགས་པ་རེད། མཚན་ཉིད་དྭགས་པོ་རྒྱལ་ཞང་ཞེས་པའི་གཞུང་བརྩམས་པས་འཇིག་རྟེན་འདི་དར་ཤུགས་ཆེན་པོ་བྱུང་ངོ་ཟེར། མཚན་ཉིད་དྭགས་པོ་རྒྱལ་ཞང་ཟེར་བ་དེ་གི་ད་གཞུང་ཡང་བརྩམས་ཡོད་ས་རེད་ད་འདི་གཞུང་དེ་ངས་འཇགས་ཀྱི་རེད་མ་སོང་ད་ལྟ་བཞུགས་ཡོད་ན་མིན་ན་མི་ཤེས།

ཨོ་དེས་ཀྱང་བཞག་ད་དེ་རང་ང་སོགས་གོ་དེ་ནི། ཕར་ཕྱི་རོ་རེད་ད་དེ་འདི་འདི་ཡང་བཤད་བཞག་ན་འགྲིག་ས་རེད་གྲུབ་མཐའ་འདྲ་མིན་གྱི་དགར་རྟགས་བྱུང་བ་སེ་འོ་ད་དེ་ཚབ་བྱེད་ཐ་མ་དེ་རེད་ལེའོ་དེའི་ངང་ནས། དེ་ཡང་སློབ་དཔོན་ཆེན་པོ་དབུས་ནང་ལ་གྲུབ་མཐའ་འདྲ་མིན་གྱི་མི་རྣམས་ཀྱིས་ཀུན་སློང་ངན་པའི་ལན་ཐེབས་དཀའ་བའི་ཆོས་ཀྱི་དྲི་བ་དེ་འདྲ་ཞིག་བ་ད་སྔ་ཆོས་དགེ་བཤེས་ཙག་པོ་བ་དང་ལོ་སྟོན་དང་དར་ལྷོ་ལ་སོགས་པའི་རྗེ་བཙུན་མི་ལ་རིགས་པ་ལ་དྲི་བ་ཞིག་རེད་ཟེར་བ་ཅིག་བ་དེ་འདྲ་བོ་འདྲ་བོ་ཅིག་ཡོང་གི་ཡོད་རེད་ཡང་ཁོང་ཡང་སྤྱིར་བཏང་དཔེ་ཆ་འཁྱིལ་པ་དེ་འདྲའི་མ་རེད་ཉམས་ལེན་པ་རེད་དོགས་པ་ཐུང་པོ་རེད་དེ་ནས་དེ་གི་ལྟ་ཅིག། ལྟ་བ་ནི་མཐོ་ཤོས་དང་ནི་དེ་ནི། ཆོས་སྐལ་ཏེ་རྒྱ་ཆེན་པོ་ཡིན་འདི་གི་སྤྱིར་བཏང་མཚན་ཉིད་པ་དེ་ཚོགས་ཀྱི་དེ་ལ། དོགས་འདྲི་བྱེད་ཡ་དང་ཐེ་ཚོམ་བྱེད་ཡ་དང་བཀུར་འདེབས་བྱེད་ཡ་ཚང་མ་ཡོང་གི་ཡོད་རེད་ད་ལྟའི་འཇིག་རྟེན་ཆོས་ཉིད་ས་རེད་སློབ་དཔོན་གྱིས་དེ་དག་ཐུགས་ཁག་ཡང་ཡོད་ཀྱི་མ་རེད་སློབ་དཔོན་གྱིས་དེ་དག་འདི་འདི་དབུས་ནས་ཐུགས་བརྩེ་བ་ཆེན་པོས་འདི་ལྟར་གསུང་བ་ཡིན་འདུག་སྟེ་ཟེར། འོ་ད་དེ་གི་ལྟ་ཁོང་གི་དེའང་ཆོས་ཉམས་སུ་ལེན་པའི་གང་ཟག་ཅིག་ཡིན་ན་དགེ་བ་དང་མི་དགེ་བའི་བློ་གང་ཡིན་ཡང་སྤོང་དགོས་རྒྱུ་རེད་ད་འདི་མཐར་ལྟ་དངོས་གནས་ཀྱི་དེའི་སྐབས་ཟེར་ནི་ད་མིང་དང་ཐ་སྙད་གང་གིས་ཀྱང་བསྐྱར་དུ་མ་བརྗོད་པ་དེ་ལ་མིང་ཙམ་དུ་ད་རང་བཞིན་ལབ་གི་ཡོད་རེད་གསུངས། དེ་གི་དེ་ཐ་སྙད་ཙམ་དུ་དེ་འདྲས་གསུངས་གི་ཡོད་རེད་དེ་ཡིན་ནའང། དེ་ལྟ་བུའི་གཉིས་སུ་མེད་པའི། དཔེར་ན་སྦྲུལ་ནག་སྟོང་ཐུང་གི་རྔ་མ་ནང་ཡང་ད་བར་རང་བྱུང་ཆེན་པོ་གི་ཡང་དེ་གསུང་གི་འདུག་བ། འོ་ད་དེ་འདྲའི་གསུང་གསུང་གི་ཡོད་རེད་ཟེར་ཡིན་ན་ཡང་དོན་གཉིས་དེ་ལྟ་བུ་གང་ཡང་ཡོད་མ་རེད་གསུང་གི་འདུག་བ་དེ་ལྟ་བུ་རེད། དཔེར་ན་བསྙེན་པ་ཆེན་པོ་ཞིག་ལྟ་བ་ཞིག་གསུང་གསུང་ན་ཡང་དེ་གི་དེ་བསྙེན་པ་ཆེན་པོ་གཉིས་དེ་འཛིན་པ་ནི་ཡོད་མ་རེད་གསུང་གི་བ་དེ་རེད་འདུག་བ་དེ་འདྲ་བུ་རེད། དེ་ལྟ་བུའི་གཉིས་སུ་མེད་པའི་རང་བཞིན་གང་ཡིན་པ་དེ་ཉིད་གནས་ལུགས་ཀྱི་རང་བཞིན་ཡིན། དེ་ལྟ་བུའི་གནས་ལུགས་ཀྱི་རང་བཞིན་དེ་ལ་བརྟེན་ནས་ཆོས་ཀྱི་སྒོ་ཐམས་ཅད་རྣམ་པར་བཞག་པ་ཡིན་པས་སྐབས་འདིའི་དངོས་གནས་ཀྱི་ལྟ་ཁོང་གི་ཚང་མ་ཚུར་རུག་རུག་བྱས་ནས་དེ་ནས་མཐར་ཐུག་གི་ལྟ་བ་གི་གནད་དེ་རྟོགས་པ་ཡིན་ན་དེ་ནས་ཆོས་སྒོ་ཐམས་ཅད་པོ་དེ་ལྟ་འདོད་པ་ཐམས་ཅད་འགག་རང་གྲོལ་དུ་གྱུར་གི་རེད་གསུངས་རེད་ད་པཎ་ཆེན་བློ་བཟང་ཆོས་རྒྱལ་འགའ་ཞིག་དེ་ཉམས་མྱོང་ཅན་གྱི་རྣལ་འབྱོར་པས་སྤྱིར་ན་དགོངས་པ་གཅིག་དུ་འབབ་ཟེར་བ་ནང་བཞིན་མཐར་ཐུག་གི་ཐོག་ནས་འབབ་ས་གཅིག་པ་ཞིག་ཡོད་རེད་གསུངས་ནས་བཀའ་སློབ་དེ་གནང་གི་ཡོད་ས་རེད་ད་ཕར་ཆེར་དེ་འདྲ་ཡིན་ས་རེད་དེ་ལྟ་བུའི་གནས་ལུགས་ཀྱི་རང་བཞིན་དེ་ལ་བརྟེན་ནས་ཆོས་ཀྱི་སྒོ་ཐམས་ཅད་རྣམ་པར་བཞག་པ་ཡིན་པས་དོན་འདི་ཉིད་ད་ལྟ་ཉིད་དུ་ངེས་པར་དུ་རྟོགས་པ་ཞུ་དགོས་སོ་ཞེས་གསུངས་སོ་གསུངས་ཡོད་ད་དེ་རེད་དེ་འདི་ཁོང་དེ་ཉམས་ལེན་པ་ནི་ཚད་ལྡན་ཡིན་ཙང་དེ་ནི་མཁས་པ་ཆེན་པོ་ཅིག་མིན་ན་ཡང་དེ་འདྲའི་སྐྱེ་བོ་ཐམས་ཅད་ཀྱི་སློབ་དཔོན་གྱི་བཀའ་ཐུབ་པ་དང་ཐམས་ཅད་ཀྱི་བཤགས་ཤིས་ཀྱང་སློབ་དཔོན་དུ་བསྐུར་དོ་རེད་རེད་ད་ཚང་མ་གི་དང་ནི་ཁོང་གི་བཀའ་དང་ལེན་མི་བྱེད་མཁན་མེད་པ་རེད་གསུངས